ད་བཀའ་སྩལ་ང་ཚོ་འདི་ནས་རྫོགས་པ་ཆེན་པོ་ཀློང་ཆེན་སྙིང་ཏིག་གི་ཐུན་མོང་ཕྱི་ནང་གི་སྔོན་འགྲོ་རྣམས་མཚུངས་མེད་བླ་མ་དམ་པའི་བཤད་རྒྱུན་ཇི་ལྟ་བ་བཞིན་དུ་ཇེ་མཐོར་འཕྱར་བ་དེ་ལ་གསུམ། ཐུན་མོང་ཕྱི་ཡི་སྔོན་འགྲོ་ཐུན་མིན་ནང་གི་སྔོན་འགྲོ་ཉམས་ལེན་དངོས་གཞི་ཆ་ལག་འཕོ་བའི་ཁྲིད་དང་བཅས་པ་གསར་བརྗེ་གསུམ་གྱི་ནང་ནས་ད་དང་པོ་འདི་བཤད་པའི་སྐབས་རེད་ཕྱི་ཡི་སྔོན་འགྲོ་དེ་ལ་ཡང་དལ་འབྱོར་རྙེད་པར་དཀའ་བ་ཚེ་མི་རྟག་པ། འཁོར་བའི་ཉེས་དམིགས། ལས་རྒྱུ་འབྲས། ཐར་པའི་ཕན་ཡོན། བཤེས་གཉེན་བསྟེན་པ་དང་ཟབ་ཆོས་དྲུག་ཡོད་པའི་ནང་ནས་ད་ལྟ་ང་ཚོ་སྐབས་སུ་བབ་པ། དལ་འབྱོར་རྙེད་པར་དཀའ་བའི་དེ་ཁྲིད་བཤད་པའི་སྐབས་རེད། དལ་འབྱོར་རྙེད་པར་དཀའ་བའི་ཁྲིད་བཤད་པ་དེ་ལ་ཡང། ཁྲིད་ཉན་པའི་ཚུལ། ཤེས་བྱའི་ཆོས་ཀྱི་རིམ་པ་ཟབ་བཅས་གཉིས་འདུག། དེའི་ནང་ནས་ཀྱང་དང་པོ་ཆོས་ཉན་པའི་ཚུལ་དེ་ཇི་ལྟར་ཉན་དགོས་རེད་ཟེར་ན་ཀུན་སློང་བཅོས་ཐབས་དང་ཀུན་སྤྱོད་བཅོས་ཐབས། དེ་གཉིས་ཡོད་པའི་ནང་ནས་དང་པོ་ཀུན་སློང་བཅོས་ཐབས་དེ་ང་ཚོ་གོང་དུ་སོང་ཟིན་པ་རེད། ད་གཉིས་པ་ཀུན་སྤྱོད་བཅོས་ཐབས་དེ་ལ། ཀུན་སྤྱོད་དེ་ལ་ཡང་གར་བྱེད་དགོས་རེད་སྤང་བྱའི་ཀུན་སྤྱོད། བླང་བྱའི་ཀུན་སྤྱོད་ཀུན་སྤྱོད་རྣམ་པ་གཉིས་ཀྱི་ནང་ལ་ཚུར་བསྡུས་པ་རེད།

སྤངས་དགོས་དགོས་རེད་གསུངས་རེད་གནོད་སྐྱོན་གསུམ་དེ་མ་སྤངས་བར་ཆོས་ཉན་པ་ཡིན་ན་ཆོས་ཚིག་གཅིག་ཤེས་གི་མ་རེད་གལ་ཏེ་ཆོས་དྲེད་དུ་བསྡད་ནས་ཆོས་ཉན་པ་ཡིན་ན་ཡང་ཞབས་སྡོད་པ་བྱས་ན་ཡོང་གི་སེམས་རྣམ་གཡེང་བྱས་ན་ཡོང་གི་མ་རེད་འོ་ད་ག་ནང་བཞིན་གལ་ཏེ་ཆོས་ཉན་པ་དེ་ཡང་གཟབ་གཟབ་བྱས་ཉན་པའི་ཁུལ་ཡིན་པ་ཡིན་ན་ཡང་ནང་ལོག་དུག་ཅན་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་དེ་འདྲས་ཀུན་ནས་བསླངས་ནས་དེ་ཆོས་ཉན་པ་ཡིན་ན་དུག་ཏུ་འགྱུར་གི་རེད་དེ་ཕན་པ་སེམས་ལ་ཕན་པ་གང་ཡང་ཡོང་གི་མ་རེད་གསུངས་བ་རེད་འོ་འདིའི་སྐོར་དེ་ཁ་སང་ང་ཚོ་ཕ་ཆེན་ད་རོབ་གཙོ་ཆེ་ཆེན་པོས་བསྐུལ་རེད། ཆོས་ལ་དོན་གཉེར་མ་བྱས་ན་ཆོས་རྩ་བ་ནས་མི་འགྲུབ། དོན་གཉེར་ཟེར་མཁན་དེ་ངེས་པར་དུ་ཡོད་དགོས་ཐག་ཆོད་རེད། དོན་གཉེར་ཟེར་དུས་གང། ཨ་ང་དེ་སྦྱང་གི་ཡིན་ང་ཆོས་ཞུ་གི་ཡིན་ང་སློབ་སྦྱོང་བྱེད་ཀྱི་ཡིན་ང་དཔེ་ཆ་ཀློག་གི་ཡིན་བསམ་པའི་ཀུན་སློང་དེ་བྱེད་འདོད་ཀྱི་ཀུན་སློང་ཅིག་འདུག་ག་འོ་དེ་ཡིན་གྱི་མིན་གྱི་ཀླད་ཀོར་བསྟན། དོན་གཉེར་མེད་ན་ཡོང་གི་མ་རེད interest མེད་ན་ག་དུས་ནས་ཤེས་གི་མ་རེད science ནཱ་ལེནྜ་ཁོ་ཚོའི་ག་རེ་གུག་འདུག interest དེ་གུག་རེད་ཡང་ན་གར་སོར་དོགས་པ་དེ་སྐྱེ་ཡ་རེད་དྲ་པོ་དེ་འཇིག་མི་འཇིག་གུག་རེད་སློབ་སྦྱོང་བྱེད་ཡོང་དུས་གང་ན་དེ་དཔེ་ཆ་ཀློག་པ་ཡིན་ན་དཔེ་ཆ་མང་པོ་ཀློག་པའི་རྒྱུ་མཚན་ལ་ལྟོས་ནས་དེ་ནི་ཐེ་ཚོམ་དེ་འདྲས་མང་པོ་སྐྱེ་ཡོང་རེད་ཐེ་ཚོམ་སྐྱེ་ཡ་དེ་ཡག་པོ་རེད་ཡིན་ནའི་ཐེ་ཚོམ་ཐེ་ཚོམ་དུ་བཞག་བས་ནི་ཡག་པོ་མ་རེད་ཐེ་ཚོམ་འདི་བར་ཐེ་ཚོམ་སེལ་དགོས་རེད་སེལ་ཡའི་ཆེད་དུ་ཁྱེད་རང་མི་ཉིམ་ཐོག་སྐད་ཆ་བཤད་དགོས་རེད་བགྲོ་གླེང་བྱེད་དགོས་རེད་དེ་ལྟར་མ་བྱུང་ན་ཁྱེད་རང་གི་དགེ་རྒན་ལ་སྐད་ཆ་དྲི་བ་རེད། སྐད་ཆ་དྲིས་ནས་ཡ་མ་བྱུང་ན་དེ་ལས་མཐོ་བ་ལ་སྐད་ཆ་དྲི་ཡ་ཡོད་རེད། འོ་དེ་འདྲའི་ཆེད་ཡང་ན་དཔེ་བལྟས་བྱེད་ཡ་ཡོད་རེད་དཔེ་ཆ་འདྲ་མ་འདྲ། འོ་དེ་འདྲའི་བལྟས་ཡོང་དུས་གང་ལ་ཐེན་ཐེ་ཚོམ་སྐྱེས་པ་དེ་གི་དེ་བར་ཐེ་ཚོམ་སེལ་འགྲོ་གི་རེད། ཐེ་ཚོམ་ཐེ་ཚོམ་དུ་བཞག་ན་འགྲིག་གི་མ་རེད་ཐེ་ཚོམ་སྐྱེས་ན་ཡག་པོ་རེད། ཐེ་ཚོམ་མ་སྐྱེས་བ་ཅིག་སྐབས་འགར་ལ་དེ་འདྲའི་གསུང་གི་ངེས་མ་ང་ཚོ་བར་ན་སི་དི་བ་དགའ་བསུའི་ནང་དུ་གང། ཤེས་དེ་ཡ་མི་དཔེ་ཆ་ཁྲིད་ཡོང་དུས་གང་དེ་ལྟར་དྲི་བ་དྲི་ཡ་ཡོད་པས་སོང། དེ་ག་ཤེད།

ཤིང་པ་འདྲ་བོ་རེ་ཅིག་ཡོད་དེ་ཡང་བསྐྱར་དཔེ་དེ་དང་འདི་ནང་ལོགས་ལ་བལྟ་གི་ཡིན་ན་དེ་ཐེ་ཚོམ་སྐྱེ་ཡག་དོན་དུ་མང་པོ་ཨོ་ལེ་ཡོང་རེད་ཨ་དེ་ཐོན་ཐག་གར་ཚིག་ཡིན་ན་ད་ཕྱིན་གར་བསླབ་སོང་དེ་ངས་གསལ་བོ་གོ་མི་འདུག་མི་སྙམ་དུ་སྐད་ཆ་དྲིས་འོ་དེ་འདྲའི་ཐེ་ཚོམ་སྐྱེས་སོང་ན་སློབ་སྦྱོང་ཏི་ཡས་སུ་བྱེད་ཀྱི་ཡོད་པའི་རྟགས་རེད་ད་ཐེ་ཚོམ་ཁྱོད་ནས་སྐྱེ་ཡས་ཡོད་མ་རེད་དྲི་བ་ཁྱོད་ནས་རང་དྲི་ཡས་ཡོད་མ་རེད་དྲི་བ་དྲི་ཡས་ཡོད་དམ་མེད་ཚིག་ག་ཞིག་རེད་དེ་དྲི་བ་དྲི་ཡས་མེད་ན་ནི་གཉིད་མ་གཏོགས་འགྲོ་ས་ཡོད་མ་རེད་གསུངས་བླ་མ་ཚོ་གིས་ག་རེ། ཡང་ན་ནི་དྲི་བ་དྲི་ཡའི་གཡོག་མ་གཅིག་གང་བཞེངས་ཀྱི་གཡོག་མར་དྲི་བ་དྲི་ཡའི་གཡོག་མ། ཡང་ན་ནི་ཆ་ཚང་ཤེས་པར་དྲི་བ་དྲི་ཡའི་གཡོག་མ། འདི་གཉིས་མ་གཏོགས་བར་དེ་ལ་གཡོག་མར་གདའ། འོ་འདི་ནང་བཞིན་ངས་ཟེར་ཡས་དེ་ག་རེ། ཐེ་ཚོམ་ལ་ཐེ་ཚོམ་སྐྱེ་ཡས་དེ་ཡང་དོན་གཉེར་མང་པོ་བྱས་ཡོང་དུས་གང་ལ་དེ་ནི་ཐེ་ཚོམ་མང་པོ་སྐྱེས་འགྲོ་གི་རེད་ཐེ་ཚོམ་སྐྱེས་ནས་དེ་སློབ་སྦྱོང་བྱེད་འདོད་སྐྱེས་ཀྱི་རེད། བྱེད་འདོད་སྐྱེས་ནས་དེ་ནི་དེ་ཤེས་འགྲོ་གི་རེད་ཤེས་སོང་ན་སེམས་ཀྱི་ནང་ལ་བདེ་བ་དཔག་ཏུ་མེད་པ་སྐྱིད་པོ་ཞིབ་པོ་ཅིག་ཡོད་རེད་དེ། སོ་སོས་དཀའ་ལས་བརྒྱབ་སོ་སོས་ཚད་ནི་དེ་ནས་ཤེས་སོང་དེ་ནས་འཕག་འཚག་ལོས་ནི། ད་དེའི་དོན་དག་དེ་ངས་ཤེས་སོང་ཟེར་ཡ་ཆུང་མ་ཆུང་ལྟས་ཚོ་ཅིག་ཕྱི་ལོག་ལ་མ་འཁྱམས་འགྲོ་གི། ད་ཁོ་དཀའ་ལས་བརྒྱབ་བརྒྱབ་བརྒྱབ་སྐབས་སྐབས་སྐབས་ལ་སློབ་སྦྱོང་བྱེད་དུས་གང་ལ་རྩིག་པ་ཟག་འདུག་ཨ། སྐབས་སྐབས་ལ་ངས་གཟིགས་ཡོད་ཚེ་ཡི་དམ་རྩིག་པ་ཟག་ཡོད་འདུག་བྱས་རེད་བ། སློབ་སྦྱོང་དེ་འདྲ་བྱས་ཡོང་དུས་གང་ལ་ད་སློབ་སྦྱོང་ལ་སྡིག་ཡོད་པའི་ངར་ཤ་ཡོད་པའི་རྟགས་རེད་གར་ཟིག་རེད་ཅེས་བྱས་ཀྱི་ཞེ་བོ་ཅིག། འདོད་པ་ཡོད་པའི་རྟགས་རེད། དེ་ནི་སློབ་ཆུང་བྱེད་ཁར་འགྲོ་དུས་གང་ལ་ཁྱོད་ནི་མ་ཤེས། དེ་ནི་ཕག་ཚོས་དེབ་ངོ་བལྟ་མ་འདྲ་ཞིག་མི་སྙམ་དུ་སྐད་སྒྲ་བཤད། དུས་ཚོད་སོང་ནས་ཧ་གོ་དུས་གང་ལ། དེ་ནི་རྟགས་ཁོ་སྐྱིབས་དོན་དག་ཧ་གོ་སོང། ཕྱི་ལོགས་ལ་མ་འཁྱམས་ཆེ་འཁྱམས་འཁྱམས་ལ་ཕག་ཆུང་ཚུར་ཆུང། དེ་གཙོ་བོ་འདི་འདྲའི་བྱིངས་ཀྱི་འདི་འདྲའི་ཡོད་རེད། དེ་ཡག་པོ་རེད་འདུག་བ། སོ་སོས་སློབ་ཆུང་བྱེད་དཀའ་ལས་རྒྱབ་ནས་ཤེས་སོང་ན། པདྨ་གཟི་སེམས་ཀྱི་ནང་ལ་བདེ་བ་དཔག་ཏུ་མེད་པ་ཅིག་སླེ་བས་ཅིག་ཡོད་དེ། ཨོ་དེ་འདྲི་བྱེད་འདུག་ན་ཡག་པོ་རེད། དེང་དང་ཆོས་ལ་དོན་གཉེར་དགོས་གི་འདུག་ཨང། འཇིག་རྟེན་པའི་ཁ་སྐད་ལའང། ཨོ་ད་ཀ་སང་ང་ཚོ་བསྡད་བཞག་གི། ཆོས་བདག་མེད་ལ་སྙིང་རུས་གང་ཆེ་ཟེར་བ་ལྟར་ཡིན་ཏེ། ཨོ་འདི་འགྲེལ་བཤད་མ་འདྲ་བ་གཉིས་རྒྱབ་གི་འདུག་ངས་ཀ་སང་རོབ་ཙམ་ཅིག་རྒྱབ་ཡོད་བསམ་སོང། ཆོས་བདག་མེད་ཟེར། ཆོས་ལ་བདག་མེད་ཟེར་དུས་གང་ན་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཀྱི་སྙིང་པོ་སྟོང་ཉིད་སྙིང་རྗེའི་སྙིང་པོ་ཅན་དེ་རེད། སྟོང་ཉིད་དང་སྙིང་རྗེ་གཉིས་ཟུང་དུ་འཇུག་པ་ན་ཐབས་ཤེས་ཟུང་འཇུག་རེད། ཐབས་ཤེས་ཟུང་འཇུག་གི་སྒོ་ནས་ཐར་པ་ཐོབ་དགོས་རེད། སངས་རྒྱས་གོ་འཕང་ཐོབ་འགྲོ་གི་རེད། དེ་གཉིས་གཉིས་ཀ་ཐབས་ཤེས་ཟུང་འཇུག་སྒོ་ནས་ཐོབ་དགོས་རེད་དམ། དེ་གཉིས་མེད་ན་གང་རུང་ཞིག་མེད་པ་ཡིན་ན་དཔེར་ན་སྟོང་ཉིད་མེད་པ་ཡིན་ན་ཤེས་རབ་མེད་པ་ཡིན་ན་ཐར་པ་ཐོབ་མི་སྲིད་པ་རེད་གང་ཡིན་ཟེར་ན་ཉོན་མོངས་དུག་གསུམ་བཅོམ་དགོས་རེད་དེའི་ནང་ནས་ཀྱང་མ་རིག་པ་བཅོམ་དགོས་རེད་མ་རིག་པ་བཅོམ་པ་ལ་ཡེ་ཤེས་དགོས་རེད་ཤེས་རབ་དགོས་རེད་ཤེས་རབ་མེད་པ་ཐར་པ་ཐོབ་མི་སྲིད་པ་རེད་སྙིང་རྗེས་ཀྱི་ཐར་པ་ཐོབ་གི་མ་རེད་སྟེར་དང། བྱམས་པ་ཚད་མེད་སྒོམ་ཡོང་དུས་གང་ཐར་པ་ཐོབ་གི་རེད་ཐོབ་གི་མ་རེད་ཡིན་ནའི་སྙིང་རྗེ་སྒོམ་བྱམས་པ་ཚད་མེད་སྒོམ་བཏང་སྙོམས་ཚད་མེད་སྒོམ་ཡོང་དུས་གང་ལ་དེ་ཉོན་མོངས་དུག་གསུམ་དེ་དེ་ཆུང་དུ་བཏང་ཐུབ་གི་རེད་ཆུང་དུ་བཏང་ཐུབ་གི་རེད་དེ། གཞི་ནས་རྩ་མེད་བཏང་ཐུབ་མ་རེད་མ་རིག་པ་རྩ་མེད་བཏང་བ་ལ་ཤེས་རབ་ངེས་པར་དུ་དགོས་རེད་རྒྱུ་མཚན་དེ་ཡི་ཕྱིར་ཐེག་པ་དམན་པ་ཚོ་གིས་གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་གཉིས་ཡོད་པའི་ནང་ནས་གང་ཟག་གི་བདག་མེད་དེ་རྟོགས་སོང་རེད་ཨོ་དེ་ང་མི་འདུག་བསམ། ང་མེད་པ་ལ་ང་ཡོད་དོ་བསམ་ནས་མགོ་འཁོར་ནས་དེ་ལ་ཆགས་ཞེན་སྐྱེས་ཡོང་དུས་གང་ལ་སྡུག་བསྔལ་ཐམས་ཅད་འབྱུང་སྲིད་ཀྱི་རྩ་བ་དེ་དེར་བཏང། ང་ལ་རྩ་ཆེན་པོ་རྩེ་གཅིག་འདུག་ཨ། སྡུག་བསྔལ་ཐམས་ཅད་ཀྱི source དེ་རེད root cause དེ། འོ་དེ་ང་སྲིད་ལབ་ནས་དེ་རྩ་ཆེན་པོ་བརྩི་བའི་རྒྱུ་མཚན་དེ་ལ། འོ་ཐེག་པ་སྨིན་པའི་གང་ཟག་ཚོ་གས་གང་ཟག་བདག་མེད་རྟོགས་ནས་ཐར་པ་ཐོབ་སོང་རེད། གང་ཟག་བདག་མེད་ཟེར་ན་ག་རེ་རེད་ཤེས་རབ་སྟོང་པ་ཉིད་དེ་རེད་དོན་དག་དེ་རེད་ད་བདག་མེད་བདག་མེད་ཟེར་ནི་ཐབས་ཤེས་གཉིས་ཀྱི་ནང་གི་ཤེས་རབ་རེད་ཤེས་རབ་དེ་སྟོང་ཉིད་རེད། སྟོང་ཉིད་ཀྱི་མ་རིག་པ་མེད་པ་བཟོ་ཐུབ་རེད། མ་རིག་པ་ཙམ་མེད་ད་སོང་ནི་ཁམས་གསུམ་འཁོར་བ་ལས་ཐར་སོང་རེད་ཐར་པ་ཐོབ་སོང་རེད། ད་ཐར་པ་ཐོབ་པ་ཙམ་གྱིས་འགྲིག་གི་མ་རེད། སངས་རྒྱས་གོ་འཕང་ཐོབ་དགོས་རེད། སངས་རྒྱས་གོ་འཕང་ཐོབ་པའི་ལ་སྙིང་རྗེ་ཀུན་ནས་བླངས་ནས་ད་ལྟ་ཡོད་པའི་སེམས་ཅན་དེ་ཉམས་དོག་ཁྲིད་འགྲོ་དགོས་རེད། སོ་སོ་ལས་གཞན་གཅེས་པར་འཛིན་དགོས་རེད་ད་གང་ཟག་ད་མེད་ཏོག་ཙག་རེད་ད་སོ་སོ་ཡོད་མ་རེད་ད་ཡོད་པའི་སེམས་ཅན་གཅིག་པོ་གིས་འགྲོ་དོན་མཛད་ཡ་དེ་རེད། དེའི་སྐོར་ལ་རྐྱང་རྐྱང་བསམ་བློ་བཏང་ཡོད། འོ་དེ་འདྲས་བྱས་ཡོད་འདུག་ག་ན་སྙིང་རྗེ་ཀུན་སྣང་ལ་སངས་རྒྱས་ས་ལ་འགྲོ་བས་ཏེ་འདི་རེད། དེང་སང། དེ་འདྲ་བའི་སྟོང་ཉིད་སྙིང་རྗེའི་སྙིང་པོ་ཅན་གྱི་ཆོས་དེ། དེ་ལ་བདག་པོ་ཡོད་རེད་བས་ཟེར་ན་བདག་པོ་ཡོད་མ་རེད་ཟེར། ད་བདག་པོ་སུ་ཆགས་ཀྱི་རེད་ཟེར་སོང་ན། འོ་དེ་འདྲ་བའི་གི་ཆོས་དེ་ལ་ཉམས་ལེན་བྱས་ཡོང་དུས་གང་ལ་ཉམས་ལེན་བྱེད་ཡ་དེ་ལ་སྙིང་རུས་སུ་ཆེ་རེད་ད་ཟེར། ཆོས་བྱེད་ཡ་ལ་སྙིང་རུས་སུ་ཆེ་བ་ཡོད་ནས་ཁོ་ཆོས་དེའི་བདག་པོ་ཆགས་འགྲོ་གི་རེད། འོ་འདི་སྲིད་བར་ཆོད་བདག་མེད་ལ་སྙིང་རུས་གང་ཆེ་ཟེར་བ་ལྟར། བདག་ཅག་གི་སྟོན་པས་ཀྱང་ཟེར་བ་ངའི་ཁ་སང་འདི་ག་དུ་དེ་ཤར་བས་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པ་སངས་རྒྱས་ལ་ཡང་ག་འདྲས་སུ་སངས་རྒྱས་པ་རེད་ཟེར་སོང་ན། མདོ་བརྫངས་བླུན་སེང་གེ་ཀྱི་མཁན་རྣམ་པ་ཚོ་ཀློག་ཉུང་ང། མདོ་བརྫངས་བླུན། སངས་རྒྱས་སངས་རྒྱས་ཀྱི་རྡོ་རྗེ་སངས་རྒྱས་ཀྱི་དག་པའི་རྒྱལ་བ་ལྔ་བརྒྱད་ཀྱི་ལོ་རྒྱུས། History ང་ཚོས་ན་སྒྲུང། དག་པའི་སྐྱེ་བ་ལྔ་བརྒྱ་ག་བ་ག་བ་ཞེས་ཡོད་རེད་ཨོ་དེ་ཚོའི་གི་རྣམ་ཐར་དེ་ཀྱེ་དེ་ཡོད་རེད་པ་ཀྱེ་མདོ་ཙམ་ལུས་ནང་ལ་ཨོ་དེ་མདོ་ཙམ་ལུས་ཀྱི་ལོ་རྒྱུས་རེད་ཀྱེ། ད་དེ་གསུམ་དང་བདག་ཅག་གི་སྟོན་པས་ཀྱང་ཆོས་ཚིག་བཞི་རེ་ཚིག་བཞི་རེ་ཕྱིར་དུ་ལུས་ལ་ཤ་ཡི་ཀོང་བུ་བྲུས་ཏེ་འབྲུ་མར་གྱི་སྡོང་བུ་སྟོང་གཟུགས་པ་དང་ཟོ་དེ། འབྲུ་མར་དེ་པདྨ་ལ་མ་གི། དེའི་ནང་ལ་ང་ཚོ་མཆོད་མེ་ཕུལ་གི་འདུག་ཨ། ཨོ་དེ་འདྲའི་མཆོད་མེ་ཕུལ་བས་ཀྱི་དུང་རེ་འདུག་ཨ། ཨོ་དུང་རེ་དེ་འདྲ་བ་ཅིག་ཁྱེད་རང་གི་ལུས་འདི་ལ་དུང་རེ་སྟོང་ཕྲག་ཅིག་བཙུགས། དེ་ནི་མཆོད་མེ་སྤར། ཏིང་ངེ་ཆོས་ཚིག་བཞི་བཤད་དགོས། འདི་བྱེད་ཐུབ་ན་ཏིང་ངེ་སངས་རྒྱས་ཀྱི་ཆོས་ཚིག་བཞི་བཤད་ཀྱི། ཨོ་དེ་འདྲའི་བས་དེ་ནི་ཆོས་ཐོབ་ཡས་ཀྱི་ཆེད་དུ་ལུས་དེ་ལ་ལུས་ངག་ཡིད་གསུམ་ལ་དཀའ་བ་སྤྱད། དཀའ་སྡུག་གི་སྒོ་ནས་རྐང་བ་བཅད་ནས་དེ་ནས་སངས་རྒྱས་ཆོས་ལ་ཕྱིན་པར་དེ་འདྲའི་སྙིང་རུས་རྐྱང་རྐྱང་དཀའ་ལས་བསྐྱབས་ནས་སྐྱེ་བ་དཀའ་བ་སྤྱད་པས་དེ་སངས་རྒྱས་ས་ལ་འགྲོ་བ་ཤ་སྟག་ཅིག་རེད་མ་གཏོགས་སྙིང་རུས་དེ་འདྲའི་གང་ཡང་མ་སྤྱད་པར་ད་ག་སྐྱིད་པོ་བསྡད་ནས་སངས་རྒྱས་གོ་བ་མཐོང་བའི་ལོ་རྒྱུས་ག་པ་ལ་ཡང་ཡོད་མ་རེད། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཚོ་གི་སྔོན་གྱི་དགེ་བའི་བཤེས་གཉེན་དེ་ཚོ་གི་རྣམ་ཐར་ཀློག་དགོས་རེད་ཟེར་ཡ་དེ་རྒྱུ་མཚན་དེ་རེད་རྣམ་ཐར་ཀློག་ན་ཁོང་རྣམ་པ་ཁོང་རྣམ་པས་ག་འདྲའི་གནང་འདུག་དེ་འདྲ་བ་ཅིག་ངོ་མཛོད་མཁན་དཔེ་ལྟ་ནི་བྱས་ཡོད་རེད། འོ་ཁོང་རྣམ་པ་ཚོ་དེ་འདྲའི་ཆོས་དེ་ལུས་གསོ། ལོངས་སྤྱོད་དང་བཅས་པ་ཐམས་ཅད་བློས་བཏང་ནས་དཔེར་ན་སྟག་མོ་ལུས་ཅན་དེ་གཅིག་རེད་རྒྱལ་བ་ལྔ་བརྒྱ་ན་ནི་དག་པའི་རྒྱལ་བ་ལྔ་བརྒྱ་ན་ནི་སྟག་མོ་ལུས་ཅན་དེ་གི་རྒྱལ་པོའི་གི་སྲས་སུ་འཁྲུངས་དེ་གི་ཁོང་གི་གར་བྱེད་པ་རེད་ཁོ་རང་གི་སྐུ་ལུས་དེ་སྟག་གི་ཨ་མ་དེ་ལ་སྦྱིན་པ་བཏང་སོང་ཨ་སྟག་ཕྲུག་ལྔ་པོ་དེ་སྲུང་བ་སྐྱབས་ཡས་ཆེད་དུ་སོ་སོའི་ལུས་དེ་ཕམ་ཁྲག་མ་ཚང་དེ་ནི། ཨ་མ་དེ་དུས་ལ་བག་ཉལ་ནས་ཏེ། སྐུ་གསོལ། སྐུ་ལུས་དེ་བྱིན་པ་བཏང་བ་སྟེ། འོ་དེ་འདྲས་རྐྱང་རྐྱང་དཀའ་བ་སྤྱད་ནས་དེང་སངས་རྒྱས་གོ་འཕང་ཐོབ་པར་རེངས་སུ། དོན་དག་ད་ཆོས་བདག་མེད་ལ་སྙིང་རུས་གང་ཆེ་སེམས་ད་དེ་ཚོར་ཏེ། སངས་རྒྱས་བཅོམ་ལྡན་འདས་ཀྱི་རྣམ་ཐར་ང་རང་ཚོའི་སྟོན་པ། ཆོས་གོ་སངས་རྒྱས་བཅོམ་ལྡན་འདས་ལ་ཐུག་པ་རེད་ཆོས་གོ་གང་ལ་ཐུག་པ་རེད་འོ་དེ་ནང་བཞིན་ངོ་མཚོས་ཀྱི་སྟོན་པའི་བདག་པོ་དེ་སངས་རྒྱས་ཤཱཀྱ་ཐུབ་པ་རེད་དེང་སང་སངས་རྒྱས་ཤཱཀྱ་ཐུབ་པ་གྱི་གནང་སྟངས་དེ་འདྲས་གནང་འདུག་བ་ཨོ་དེ་འདྲ་བ་ཞིག་ང་ཚོའི་ནང་ཐུག་ན་ཡག་པོ་ཡོད་རེད་ད་དོན་དག་འདི་དཀའ་བ་ཆེ་དགོས་རེད་ག་ཚོད་སྡུག་པོ་མྱངས་སོང་ནས་ཁྱེད་འདུག་སེམས་སྡུག་པོ་ཁྱེད་མི་འདུག་ཚ་བ་ལེན་ཚང་བས་ཁྱེད་ལ་དཀའ་དཀའ་ལས་དྲང་བས་ཁྱེད་ལ་དཀའ་ལས་རྒྱབ་ཟ་ཡས་བཏུང་ཡས་དེ་ཚོ་གྱོང་གི་གུན་ཡས་དེ་ཚོ་གྱོང་གི་ཨོ་དེ་འདྲས་ཁྱེད་ནི་སློབ་སྦྱོང་བྱས་ལ་དེ་འདྲས་ལ་རྩིས་རྒྱག་ཡས་ཡོད་མ་རེད་ད་སོ་སོར་ཆོས་བྱེད་དུས་གང་ལ་ཨོ་ང་ཁ་ལག་ཞིམ་པོ་རག་མ་སོང་ང་ལ་དོག་ལུག་ཡག་པོ་རག་མ་སོང་ང་ལ་ཉལ་ཟས་རག་ཡག་པོ་རག་མ་སོང་ཟེར་དུས་གང་ལ་ད་གྱོང་ཁྱེད་ཐུག་གི་ཡོད་མ་རེད་དཀའ་བ་སྤྱད་ཐུག་གི་ཡོད་མ་རེད་ད་སྐར་མ་གཅིག་པའི་ཁུལ་རེད་བ། དེ་ནི་ཆེས་ཐུགས་ཀྱི་ཡོད་མ་རེད་འདི་བྱས་ཙང་འབྲས་བུ་ཐོབ་ཡས་ཡོད་མ་རེད་ང་ཚོ་ལ་ཆོས་བྱེད་ཀྱི་འདུག་ཡང་ན་འབྲས་བུ་ཅིག་ཐོབ་ཡས་ཡོད་པ་ཅིག་ཕྱི་མོར་བ། འོ་དེ་ཐོབ་མ་ཐུབ་ཡས་དེ་རྒྱུ་མཚན་ཅིག་རེད་དེ་ནོར་ཡས་དེ་སོ་སོས་ནོར་བསྡད་ཡོད་རེད། འོ་དེ་ཧ་གོ་གི་རེད་མ་གཏོགས་མ་རེད་ཕྱི་ལོག་གི་དེ་ཚོས་སྐྱོན་བྱས་སོ་དེ་ཡག་པོ་མི་འདུག་དེ་ཡག་པོ་མི་འདུག་ལབ་བསྡད་གི་རེད་ད་དཔེར་ན་ཨིན་ཇི་ནཱ་ལ་ག་རེ་འདུག

སྐྱོན་བཙུགས་ཟེར་དེ་བོད་སྐད་ལག་རྗེས་དེ་ལ་སྐྱོན་བཙུགས་རེད་ཟེར་ན་ཅིང་ཚུབ་མཁས་པ་མ་ཡིན་གི་ཚོ། ད་མཁས་བ་དེ་ཚོ་ག་རེ་ཅིང་ཐེབས་ཆག་བྱེད་ནས་གོས་པད་སྟེ་ཉག་ག་བ་ཅན་པང་སྟོབས་ཅན་ཡང་ལྟ་ཚུལ་བྱེད་ཡ་ཡོད་རེད་བ་ཨོ་དེ་འདྲ་བ་རེད་ང་ཚོས་སློབ་སྦྱོང་བྱེད་ཡ་དང་ཆོས་བྱེད་ཡ་དེ་ཚོ་སོ་སོ་གྱོང་གི་གོ་རེ་ཁྱད་དུ་བསད་ནས་ད་གྱོང་ཁེ་གུ་རེ་སི་དུས་གང་ལ་ད་ཅིག་ང་རང་ཚོ་བསམ་སྟངས་དུས་གང་ལ་ང་གྱོང་ང་ག་བ་ཁེ་ཐུབ་ང་གྱོང་དེ་འདྲ་ཁེ་ཐུབ་ས་མ་རེད་ཚ་བའི་རྗེས་ལ་ང་སློབ་སྦྱོང་བྱེད་ཐུབ་མ་རེད་རྣམ་གྲངས་སར་ལ་ང་སློབ་སྦྱོང་བྱེད་ཐུབ་ས་མ་རེད་ཟིག་རེ་བ་ལ་དང་པོ་དང་སྐད་རྒྱག་རེ་བ་ཁ་ལག་ཡག་པོ་འདུག་ཨ་ཁ་ལག་ཡག་པོ་མི་འདུག་ཨ་ཟིག་རེ་བ་ད་བསམ་སྟངས་ན་འོ་ད་དེ་འདྲའི་བསམ་བློ་བཏང་ནས་སོ་སོ་སློབ་སྦྱོང་བྱས་ནས་རྩལ་བརྒྱབ་ན་ད་ཨོ་ཟེར་བ་ད་འདི་འདིའི་ཡོང་བ་སློབ་སྦྱོང་ཡང་མ་བྱས་དེ་རྩལ་བརྒྱབ་བསྡད་ནས་འོ་འདིའི་སློབ་སྦྱོང་ཡོང་གི་མ་རེད། རྟེན་བཟང་བདག་ཅག་གི་སྟོན་པས་ཆོས་ཚིག་བཞི་རེའི་ཕྱིར་དུ་ལུས་ལ་ཤ་ཡི་ཀོང་བུ་བྲུས་ཏེ། ལུས་དེ་ལ་ཤ་དེ་ལ་ཨི་ཁུང་མར་བུག། དེའི་ནང་ལ་དེ་ནས་འབྲུ་མར་གྱི་བརྡུངས་རེས་དེ་འབྲུ་མར་ལ་བ་བཙུགས་ཏེ་དེའི་ནང་ལ་ཤ་ཡི་ནང་ལ་མ་བཙུགས་དེ་འདྲའི་སྟོང་ཕྲག་གཅིག། དེ་ནས་ཁོང་གབ་དེ་འདྲའི་རྒྱལ་པོ་ཁ་དོག་དམ་པ་ཡིན་པ་ཡོད་དེ་ང་ཏག་ཏག་ཅིང་ཞོལ་མི་འདུག་རྒྱལ་པོ་དེས་དེ་ནས་ལམ་སང་ག་ས་ག་བ་དེ་ནས་དགེ་རྒན་ཚ་ག་ཕྱིན་པ་རེད་ཆོས་གསུང་རོགས་གནང་ང་ལ་ཆོས་གཞན་གྱི་སུ་ཡོད་ན་དེ་ང་ལ་གང། གང་ལ་གང་དགོས་ང་བྱིན་པ་དང་གི་ག་རེ་དགོས་པ་དེ་ང་ཕུལ་གིན་གང་གསུང་བ་དེ་ང་བྱེད་གིན་ཆོས་བཤད་རོགས་གནང་ཟེར་ག་ཙང་ག་བ་རྩེད་ཁ་ཕྱིན་པ་རེད་རྩེད་ཁ་ཕྱིན་དུས་མ་རག་དུས་གང་ལ། དེ་ནི་ཡང་གནོད་སྦྱིན་གྱི་ཡང་གཟུགས་སུ་འཇིགས་སུ་རུང་བ་ཅིག་དེ་ལས་གཞན་དེ་ཁོས་ངས་ཆོས་ཀྱི་ཚིགས་སུ་བཅད་པ་ངས་བཤད་གིན། ཁྱེད་རང་དང་པོ་དེ། མི་མཐོང་ཆེན་པོ། མཐོང་རིམ་པ་དགུ་ཙམ་གྱི་དམར་ཁྲོད་འདི་ནང་ལ་བཀོད་ལགས་དེར་དམར་པོ་མེ་འབར་ལྡེང་གི་འོ་འདི་ནང་ལ་མཆོང་མཆོང་ཐུབ་ན་ངས་ཁྱོད་ཚིག་བཞི་བཤད་འོ་སོང་འོ་དེ་ད་ག་རང་ངས་མཆོང་གི་ཡིན་ཁྱོད་ཚིག་བཞི་དེ་གསུང་རོགས་གནང་གསུང་ཚར་བ་དང་ང་ལམ་སང་མཆོང་རྐྱང་ཡིན་སོང་དེ་ཚོས་ཁྱོད་ཚིག་བཞི་དེ་གསུང་བ་དང་ལམ་སང་དེ་མེ་གཏོང་ན་མཆོང་སོང་རེད་ཁྱོད་ཚིག་བཞི་ཐོབ་པའི་དེ་འདི་གི་ག་ནས་འོ་དེ་རེད་ད། ང་ཚོ་ཆོས་ཚིག་ཞིག་མ་གོ་ད་སྟོང་བསྒྲགས་གོ་ཟེར་ནས་ད་དུང་གནང་སྟངས་ཡོད་མ་རེད། འོ་དེ་འཛམ་གླིང་ཟེར་ཡ་རེད། སངས་རྒྱས་ཀྱི་བཀའ་བ་ཅི་གནང་གི་འདུག་བ་སི་ཡོར་དོན་དག་འདིར་བདེན། སྐུ་ལུས་མེ་དོང་དུ་ཕྱུང་བ་དང་ལུས་ལ་ལྕགས་ཀྱི་གཟེར་བུ་སྟོང་བཏགས་པ་དང་འོ་དེ་རྒྱལ་པོ་ཅིར་ཡང་རྒྱ་འདིར་ད་མཚན་འདི་ངས་ད་ལྟ་ལབ་ཐུབ་མ་སོང། སྐུ་ལུས་ལ་ལྕགས་ཀྱི་གཟེར་མ། རྐང་དྲིལ་དེ་འདི་རྐང་དྲིལ་སྟོང་ཕྲག་གཅིག་དེ་ལ་སྟབས་ཐུག་ས་རེ་བས་ཀྱང་འདི་སྟབས་ཐུག་སོང་སྟེ་ངས་ཆོས་བཤད་གོ་ཟེར། དེ་འདྲའི་ཆོས་ནི་ཁོང་གིས་ཆོས་བཤད་ཚིག་བཞི་དེ་ཐོབ་པའི་ཆེད་དུ་དེ་འདྲའི་དཀའ་བ་སྤྱད་ཚར་བ་རེད། དེ་ནི་སྐུ་ལུས་འདི་མ་འདི་སྐུ་ལུས་འདི་མེད་པར་བཏང་བ་ལ་ག་རེ་ཧ་ལས་ཨེ། སྟག་མོ་ལུས་ཅན་ལ་སྟག་མོ་ལུས་ཅན་ལ་འདི་མངགས་ཏེ་བསྐྱབ་པའི་ཆེད་དུ་སྟག་མོ་ལུས་ཅན་ལ་སྐུ་ལུས་སྦྱིན་པ་བཏང་སོང་བ་རེད་སྨོན་ལམ་ཡག་ད་ཆུ་དམ་ད་རིང་ནས་སྦྱིན་པའི་བར་དུ་ཕྱིན་པར་སྤྲོ་ཡག་གི་ཐབས་ཡག་ཤོས་ཆེ་ལབ་མཁན་དེ་སྟག་གྲུ་ང་དེ་ཡིན་དེའི་ཆེད་ནས་ངས་ད་རེ་སྦྱིན་པ་བཏང་ཡོད་རང་གསུང་ཐུགས་ལ་དགོངས་ཀྱི་ཡོད་རེད་དེ་སྨོན་ལམ་བཏབ་ཀྱི་ཡོད་རེད་དེ་སྨོན་ལམ་བྱང་ཆུབ་སྙིང་པོའི་ཆེད་དུ་ངས་དེ་བློས་བཏང་གི་ཡོད་བྱང་ཆུབ་སྙིང་པོའི་ཆེད་དུ་ངས་ཀྱི་སྟག་གྲུ་ང་དེ་ཁོང་ཚོ་ལ་མ་འོངས་པ་ལ་སངས་རྒྱས་སྐུ་པར་ཐོབ་སོང་ན་མི་ཚོ་ལ་ཆོས་ཀྱི་འཁོར་ལོ་བསྐོར་གྱི་ཡིན་ཐུགས་ལ་དགོངས་སྨོན་ལམ་དེ་འདྲའི་བཏབ་ནས་དགོངས་པ་མྱ་ངན་ལས་འདས་འགྲོ་བར་ཤི་སོང་ནས་རྣམ་རྟགས་གཡོག་མ་རེད་ང་ཚོ་ད་དང་པོ་ཞིག་མེ་སྲེག་རོགས་ཟེར་མ་ཐག་ནས་ག་ག་ད་ལྟ་ང་སྐྱིད་པོ་བཏང་ཡོད་དུས་ཚོད་ཡིན། ཆུང་ཆུང་ག་ནས་བྱེད་དང་བྱེད་ཀྱི་ཡོད་རེད་ད་ཡིན་ན་ཡང་དག་པ་ཞིག་བྱེད་ཐུབ་ཀྱི་ཡོད་མ་རེད་ང་ཚོ་བྱེད་ཐུབ་མཁན་ཡོད་དང་ཡོད་རེད་ཡ། མེད་མཁན་མང་ཆེ་བ་ནི་མེད་མཁན་རེད་དོ་བྱེད་ཐུབ་ཀྱི་མི་འདུག་ཨ། འོ་དེ་འདྲས་ཐུབ་ཡས་ཆེད་དུ་ལུས་རྒྱུད་དེ་ཚོ་ཀློག་དགོས་རེད་གོ་དགོས་རེད། ངས་ཁ་སང་ནས་ཞུས་པ་ཡིན། ལུས་རྒྱུད་དེ་ཚོ་སོ་སོའི་ཕ་མ་ལས་ཤེས་ཐུབ་ན་ཡག་པོ་རེད་ད། ཕ་མ་ཆོས་ལ་བཀུག་ཐུབ་སོང་ན་ཁྱོད་རང་གིས་དྲིས་ལན་དྲིས་ལན་བརྗེད་པ་རེད་གཞན་བརྗེད་ཐུབ་ཀྱི་མ་རེད་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་འདི་རིན་པོ་ཆེ་སྣ་བདུན་གྱིས་བཀང་ནས་དེ་ནས་ཁྱེད་རང་ཨ་མ་ལ་ཕུལ་བ་ཡིན་ན་ཡང་ཨ་མས་དྲིས་ལན་བྱས་ཐུག་མ་རེད་གསུངས་ད་དུང་གསབ་ཐུག་མ་རེད། ཨ་མས་དྲིས་ལན་ག་དུས་གསབ་ཐུག་རེད་ཟེར་ཨ་མ་ཆོས་ལ་བཀུག་ཡས་དེ། ཨ་མ་ཆོས་ལ་བཀུག་ཐུག་གསུངས་ན་ཨོ་དེ་ཁྱེད་རང་གི་ད་ཕ་མས་དྲིས་ལན་ཡོངས་རྫོགས་དེ་བྱས་ཐུག། ཨོ་དེ་ད་ལྟའི་ཨ་མ་དེ་ལ་ཁྱེད་རང་དྲིས་ལན་བྱས་ཟིག་རུ་བ་དྲིས་ལན་བྱས་ས་ག་ཚོད་ཡོད་རེད། གྲངས་མེད་མང་པོ་ཡོད་དེ་གའི་ཚང་མ་ངའི་ཨ་མ་མ་བྱས་པ་ཅི་ཡིན། དེ་གའི་ཚང་མ་དྲིས་ལན་བྱས་དགོས་རུ་བ་ད་ང་མ་བྱས་ན་ད་ད་ཨ་ལ་བདེ་སྐྱིད་དུ་ཕར་ཞོག་དང་སོ་སོའི་ཨ་མ་ཡོད་པ་དེ་ལ་དྲིན་ལན་བྱས་འདུག་གི་ཡོད་མ་རེད་དེ། ད་ལྟོགས་ཁོང་ཁྲོ་ལང་གི་ཡོད་རེད་དེ་ནི་ཨ་མ་ག་ཟུག་རེད་དགོང་ལོ་བགྲེས་པོ་དེ་འདྲས་ཆགས་ལྟོགས་ཉེས་པོ་ཆགས་དུས་གམ་དེ་སྙམ་དོགས་འགྲོ་ཡས་ལས་འཚེར་གི་ཡོད་རེད་དེ་ནི་ངོ་ཚ་གི་ཡོད་རེད་ད་དྲིན་ལན་བྱས་ཡས་ད་ག་བ་དགོས་དེ་ཨ་མ་ནག་དེ་སྐྱག་ཅིང་དེ་འདྲས་གཙང་མ་བཟོས་ཟེར་ནས་དེ་འདྲས་ཀའི་དཀའ་ལས་ཁག་པོ་རེད་འདུག་བ་དེ་ངོ་མ་བྱས་ན་བྱས་ཐུབ་པ་དགུ་ཁུར་བ་སེ་ཡོད་དེ་ཨ་མས་དྲིན་ལན་བྱས་ཡས་དེ་ཡག་ཤོས་དེ་ཨ་མ་ཆོས་ལ་གུག་ཡས་དེ་འོ་དིར་ཏེ། འོ་ཆུ་ངས་འདི་ལུས་རྒྱུད་དེ་ཚོ་ཤེས་ན་ཡག་པོ་རེ་ད་སོ་སོ་བར་ཁང་པ་ལ་འགྲོ་ནས་ཤེས་ཆོག་རོགས་སྐབས་འགར་དུས་ཚོད་དེ་འདྲའི་བར་ཆར་པ་ཆར་པ་མང་པོ་རྒྱབ་ཕྱི་ལོག་ལ་འགྲོ་ཡ་མེད་ཚང་མ་མཉམ་འདོགས་བསྡད་དེ་ཐུག་པ་དང་གནམ་ཐང་པོ་ཅིག་དེ་འདྲའི་སྒང་ལ་ལུས་རྒྱུད་ཤེས་ཙམ་དུ་སྐྱེས་བུ་ག་འདྲས་ཡོད་རེད་ཨ་ཙི་ཨ་མ་ག་ཚོད་ཀ་རེད་ངའི་སྤུ་གུ་དེ་ད་དེ་འདྲའི་དགོན་པ་ལ་སློབ་སྦྱོང་བྱེད་ག་ཆེན་པོ་རེད་ད་དེ་འདྲའི་ཡག་པོ་འདུག་ཨ་ཙི་ཨ་མ་དགའ་བསུ་གནང་དགེ་བ་རེད། ཆོས། ཨོ་དེང་སང་གནད་འགག་ཆེན་པོ་རེད་འདུག་ལུས་ལ་ལྕགས་ཀྱི་སེར་བུ་སྟོང་བཏགས་པ་སོགས་དཀའ་བ་བརྒྱ་ཕྲག་གི་སྒོ་ནས་ཆོས་ཞུས་པ་ཡིན་པས་འདིར་དང་དཀའ་བ་བརྒྱ་ཕྲག་གི་སྒོ་ནས་ཁྱེད་དུ་དཀའ་ངལ་ཁྱེད་དུ་བསལ་ནས་དཀའ་ངལ་ག་ཚོད་ཡོད་ནས་གཏོང་ལེན་བྱས་ནས་ཁྱེད་མི་འདུག་ང་བྱང་ཆུབ་རིན་པོ་ཆེ་གོ་འཕང་ཐོབ་པའི་ཆེད་དུ་ངས་དཀའ་ལས་རྒྱབ་གི་ཡོད་དེ་ཡོད་མར་ད་རེས་དཀའ་ངལ་དེ་དག་མྱོང་བ་ལ་ག་རེ་ཡང་ལས་ཡོད་དེ་སླད་དོན་རྒྱ་ཆེན་པོ་འདི་འདྲ་ཅིག་ཐོབ་རྒྱུ་ཡོད་དེའི་ཆེད་དུ་བྱེད་ཀྱི་ཡོད་བསམ་པ་འདི་ཀུན་སློང་འདི་ཁེལ་ནས་འདི་ཆོས་ཞུ་དགོས་རེད་དཀའ་བ་ཁྱེད་དུ་བསལ་བསམ་འདི་རེད། འོ་དེ་ཚོ་ལ་བར་སྣང་ཅུང་གཏང་དགོས་རེད་དཀའ་ངལ་དེ་ཚོ་ལ་ཐང་ཆད་མེད་ཀྱི་ངས་དོན་དག་རྒྱ་ཆེན་པོ་སྒྲུབ་པའི་ཆེད་དུ་བྱེད་ཀྱི་ཡོད་རེད་བསམ་བློ་གཏང་དགོས་རེད་འོ་དེ་ཞུས་པ་ཡིན་པས་མེད་ཚོ་སྤུ་གྲིའི་སོ་ཡང་བརྒལ་ནས་ནི་ཕྱི་ལྟར་ཕྱི་ལྟར་ཐུག་གི་བར་དུ་དམ་ཆོས་བཙལ་སི་དེར་བསྟེན། གར་ཟིག་འདུག་ཟེར་མེ་ཚོ་སྤུ་གྲིའི་སོ་ཡང་བརྒལ་ནས་ནས། ད་དཔེར་ན་ཁྱེད་རང་དེ་རྒྱ་གར་དེ་འདྲའི་འདུག་བ་དེང་སང་དེ Discovery གི Channel དེ་ཚོའི་ནང་ལ་བསྟན་གི་འདུག་བ Hindu གི་ལུགས་སྲོལ་མིན་འགྲོ། དེ་ནི་ཕ་གི་པོ་ཏོ་མེག་པ་བཀང་ནས། མེག་དེ་འདྲའི་བཀང་དེ་དེའི་སྒང་ལ་རྐང་པ་བཙུགས་ནས་འགྲོ་གི་འདུག་བ། ཐག་ཐག་ཐག་ཐག་ཐག་ད་དེ་ག་རེ་སུ་ལུས་ལ་དཀའ་བ་ཆེ་ད་དེ་ནི་ཐར་པ་ཐོབ་གི་རེད་ཟེར་འདི Hindu གི་ཡང་ལུགས་སྲོལ་གཅིག་དེ་རེད། Extreme ལ་འགྲོ་གི་རེད། རྟགས་རྟགས་ཆད་གཉིས་ཀྱི་མཐའ་ལ་ལྷུང་འགྲོ་བོ་རེད། ཧ་ཅང་ཐལ་དྲགས་པོ་རེད། ལུས་ལ་དེ་འདྲའི་སེམས་ཀྱི་ནང་ལོགས་ལ་དེ་འདྲའི་ཡང་དག་པའི་ལྟ་བ་བསམ་བློ་ཁྱོན་ནས་གཏང་རྒྱུ་མེད་དེ་གིན་ལུས་དེ་ལ་སྡུག་པོ་བཏང་སོང་ན་ལྐུགས་པ་རེད། འོ་འདིར་ད་འོ། སེམས་རྣམ་དག་གི་སྒོ་ནས་ཆོས་ཡང་དག་པ་འབྲས་བུ་རླབས་ཆེན་པོ་ཐོབ་པའི་ཆེད་དུ་དམིགས་ནས་དེ་ལུས་ལ་དགའ་བ་སྤྱད་སོང་ན་སྤྱད་རིན་ཆོག་པ་རེད། གལ་སྲིད་ན་དེའི་རྗེས་ལ་དེ་ནི་ཡང་དག་པའི་མཐའ་ཡོད་པའི་སེམས་ཅན་མང་པོ་ལ་ཕན་ཡོད་གི་དེ་ནི་འདི་འདྲའི་གི་གོ་སྐབས་བཟང་པོ་ཅིག་ར་ཡས་ཡོད་དེ། འོ་དེ་འདྲས་བྱས་ན་ནི་སྐད་ཅིག་ཁ་ཁར་བ། འོ་དེ་ལྟ་དེ་ནང་བཞིན་གྱི་མེ་མེ་དམག་ཐིང་ཐིང་དེ་འདྲས་རྐང་ལ་རྐང་པོ་བཙུགས་ནས་འགྲོ་སོང་ན་དེ་ནི་ཁོ་ཐག་སྡིག་པ་ཐག་པོ་རེད་ཟེར་ཐག་སྐལ་བ་རླབས་ཆེན་པོ་འགྲོ་གི་རེད། ཨ་ལ་འདིའི་རྐང་ལ་འགྲོ་ནས་གཅིག་ཚ་ནས་སེམས་ཁྲལ་ག་ཚོད་ཡོད་ཀྱི་རེད། འོ་འདི་ཡོད་པ་ཙམ་གྱིས་སྡིག་པ་ཐག་གི་མ་རེད། འོ་ད་དེ་འདྲ་ཟེར་ཡས་དེ་ག་རེ་རེད་དོ། མེ་ཚོགས་སྤུ་གྲིའི་སོ་ཡང་བརྒལ་ནས་ནི། མའི་ཚོགས་ཟེར་ནས་མའི་མེ་དཔུང་ཆེན་པོ་དེ་འདྲ་མང་པོ་རླབས་ཆེན་པོ་དེ་འདྲ་ཡོད་པ་དེ་འདྲའི་ཐོག་ལ་པའི་ཆོས་ཡང་དག་པ་ཅི་བྱེད་བྱེད་དུ་ད་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་དེ་འདྲ་བ་འབྲས་བུ་རླབས་ཆེན་པོ་ཐོབ་ཡས་ཡོད་ཡོད་པ་ཞིག་ལ་ད་དེ་འདྲའི་དཀའ་བ་སྤྱད་པ་ལ་གལ་ཁན་མ་རེད་གསུང་བར་དེ་ད། འོ་དེ་འདྲའི་བ་གལ་གོ་བྱུང་ནས་སྤུ་གྲི་སོ་དེ་འདྲ་ཡོད་ཚེ་ཞིང་ཁ་དེ་འདྲའི་ག་ལ་བ་གལ་གོ་བྱུང་ནས་ཆོས་ཡང་དག་པ་ཅིག་ཐོབ་ཡས་ན་ད་དེ་འདྲའི་དཀའ་བ་སྤྱད་པ་ལ་གལ་ཡོད་མར་དེ་གི་ཐམས་ཅད་བ་གལ་གོ་རེད་འགན་ནི་འགྲོ་ཐུབ་བ་གོ་གི་རེད་ང་ཕྱི་ལྟར་ཐུག་གི་བ་དོ་ཤི་ཤི་བ་དོ

ཨོ་སྙིང་རུས་ཡོན་གྱི་དེ་ཕྱི་དར་ཐུག་གི་བར་དུ་དམ་ཆོས་རྩལ་ཞེས་པ་ལྟར་དོན་གཉེར་ཆེན་པོས་དཀའ་ཚེགས་ཚ་གྲང་ཐམས་ཅད་ཁྱད་དུ་བསད་དེ་ཉན་དགོས་ཟེར་ཏེ། པདྨ་སེ་བ་ལྗང་སྟོད་ཀྱི་ཀུན་སློང་བཟང་པོ་ཡང་དག་པ་ཞིག་གིས་དོན་གཉེར་ཆེན་པོ་ཟེར་དུས་གང་ན་བསྟུན་པ་ཡོད་པ་ང་དེ་ཤེས་འགོག་ཏུ་བཅངས་འགོག་ཏུ་བསམ། སྨིན་བྱེད་སྨིན་བྱེད་བདེ་ལེགས་འོད། འོ་བདེ་སླེབས་ནས་དཀའ་བ་དཀའ། ཚིག་དཀའ་ངལ་ག་ཚོད་སླེབས་སོང་ནས། ཚ་བའི་དཀའ་ངལ་གྲང་བའི་དཀའ་ངལ་ཚ་གྲང་གི་ཟི་དུག་དེ། ཚ་གྲང་ཐམས་ཅད་ཁྱད་དུ་བསད། དཔེར་ན་ཚ་ཚ་བྱ་ཚ་བོ་བཞི་བོ་གཅིག་ནང་ལ་ཆུ་ཡང་དག་པ་ཅིག་ཐོབ་ས་ཅིག་ཡོད་ན་ད་དེ་ལས་ཐོབ་ས་ཡག་ག་ཅིག་མེད་ན་དེ་ཚ་བ་དེ་ལ་ཁྱོད་རང་ཁར་སུག་རེད་ཨ་ཧ། ཞེ་སྣང་བྱེད་དགོས་ཀྱི་མ་རེད་གསུངས་རེད་དེ་ལ་གཏོང་ལེན་ཅན་གྱི་ཆུ་ཡང་དག་པ་ཐོབ་ས་ཅིག་རེད་འདུག་བ་དེ་ཆུ་ཉན་དགོས་རེད་གསུངས་རེད། ཡང་ན་ནི་རྣམ་གྲངས་ནི་པདྨ་སེར་པ། གྲངས་ལྡན་གྲངས་ནི་དེ་མ་ཚོལ་བས་སོ་འདི་འདྲ་ཡོད་ན་དེ་ལ་ཆོས་ཡང་དག་པར་བཙལ་ས་ཐོབ་ས་ཅིག་ཡོད་ན་ཨོ་དེ་ལ་ཡང་གྲངས་མ་དེ་ཁྱད་དུ་བསད་ནས་ཆོས་བྱེད་པོ་རེད་གསུངས་ཏེ། ས་གྲངས་ཁྱད་དུ་བསད་ནས་ཆོས་བྱེད་དེ། ཉན་དགོས་གསུངས་ཏེ། ཡང་ཡང་འཆི། འཆི་ཚོགས་དྲུག་གི་ཡུལ་ལ་རྣམ་ཤེས་གཡེངས་པ་ནི་འཁོར་བའི་འཁྲུལ་སྣང་ཐམས་ཅད་ཀྱི་རྩ་བ། སྡུག་བསྔལ་ཐམས་ཅད་ཀྱི་འབྱུང་ཁུངས་ཡིན་ཏེ་ཟེར་བ་དེ། ད་སྡུག་བསྔལ་གྱི་འབྱུང་ཁུངས། འཁོར་བ་ལ་ལྷུང་ཡས་ཀྱི་རྩ་བ། དེ་ག་རེ་རེད་འདུག་ཟེར་དུས་གང་ལ། འཆི་ཚོགས་དྲུག་གི་ཡུལ་ལ་རྣམ་གཡེང་ཟེར་བ་ད་འཆི་ཚོགས་དྲུག་གི་ཡུལ་ལ་རྣམ་གཡེང་ངས་ཁ་སང་ཞུས་བས་དེ། མི་འདི། མིག་འདི་དབང་པོ་ང་ཚོ་དབང་པོ་ལྔ་ཡོད་རེད། དབང་པོ་ལྔ། ཡུལ་ལྔ། དེ་ནི། ཤེས་པ་ལྔ། ཡང་ན་དབང་པོ་དྲུག། ཡུལ་དྲུག། ཤེས་པ་དྲུག། ཁམས་བཅོ་བརྒྱད་སི་འོ་དི་ཙི་ཀི་ཏན། ཡུལ་དབང་ཤེས་གསུམ་ཡུལ་དྲུག་དབང་པོ་དབང་པོ་དྲུག་ཤེས་པ་དྲུག། ཡུལ་དྲུག་དེ་གཟུགས་སྒྲ་དྲི་རོ་རེག་བྱ་ཆོས། དབང་པོ་ལྔ་དེ་མིག་རྣ་བ་སྣ་ལྕེ་ལུས་ཡིད་ངོ་སྡུག་བསལ། ད་ཤེས་པ་དྲུག་སྟེ་མིག་གི་རྣམ་ཤེས་རྣ་བའི་རྣམ་ཤེས་སྣའི་རྣམ་ཤེས་ལྕེའི་རྣམ་ཤེས་ལུས་ཀྱི་རྣམ་ཤེས་ཡིད་ས་འོ་དུག་ཤ་བེ། འོ་དུག་བྱེད་དུས་གང་ལ་ཁམས་བཅོ་བརྒྱད་དེ་རྩི་སྟངས་དེ་འདི་རེད། ད་འདི་རྣམས་ནི་ཡུལ་དབང་ཤེས་ཤེས་པ་དེ་གཡུ་ཞག་ཡུལ་དང་དབང་པོ་གཉིས་སྐད་ཅིག་ཤེས་ཡུལ་ལ་དེ། ཕྱི་ཡུལ་དྲུག་སྲིད་དོ་དེ་ཕྱི་ཡུལ་དྲུག། ཕྱི་ཚོགས་དྲུག་སེམས། ཕྱི་ཡུལ་གཟུགས་སྒྲ་དྲི་རོ་རེག་བྱ། དེ་ལ་བ། དེ་ནི་དབང་པོ་དེའི་རྐྱེན་བྱས་བདག་རྐྱེན་དབང་པོ་གི་རྐྱེན་བྱས། བདག་པོའི་རྐྱེན་དེའི་དབང་པོ་ལྔ་དེ་རེད་མིག་རྣ་བ་སྣ་ལྕེ་ལུས་ཡིད་སེམས་ཀྱི་དེ་བདག་རྐྱེན་དེ་དྲུག་དེ་རེད། མིག་དཔེ་གི་ཡུལ་དེ་གག་རེད་གཟུགས་སྒྲ་དྲི་རོ་རེག་བྱ་དེ་རེད། འོ་དེ་ལྟར་རྟོགས་དེ་གའི་ཤེས་པ་དེ་གག་རེད་ཡིད་རེད། རྣམ་ཤེས་དེ་རེད། དེ་ད་རྣམ་ཤེས་ཚོགས་དྲུག་ཟེར་གི་འདུག་ཨ། འོ་ད་རྣམ་ཤེས་ཚོགས་དྲུག་དེ་གི་མིག་ལ་ལྟ་ནས་དེ་ནི་ཡུལ་གཟུགས་གཅིག་ལ་ལྟ། ཡུལ་གཟུགས་གཅིག་ལ་ལྟ་ཡོང་དུས་གང་ལ་གང་འདྲས་ཡོང་གི་རེད། དེ་ཆགས་པ་སྐྱེ་གི་རེད། འདོད་ཆགས་སྐྱེ་གི་རེད་ཞེ་སྡང་སྐྱེ་གི་རེད་ཕྲག་དོག་སྐྱེ་གི་རེད་ང་རྒྱལ་སྐྱེ་གི་རེད་ད་ལྟ་དེང་སང་མི་ལྟ་དགུ་ལྟ་ལྟ་རྒྱུ་ཡོད་མ་རེད་གང་བྱུང་མང་བྱུང་ལྟ་ཡས་ཡོད་མ་རེད་ག་ཚོད་མ་ང་ལྟ་བ་དེ་ག་ཚོད་ཅིག་ཉོན་མོངས་དུག་གསུམ་འཕེལ་གི་རེད་ད་ལྟ་ངས་ཁ་སང་ཞུས་ཡོད་ཟེར་དགེ་སློང་དག་ཁྱེད་རང་གིས་མིག་གི་འདོད་ཆགས་སྤོངས་སྤོངས་ལ་དེ་ལྟར་ན་འདོད་ཆགས་ཐམས་ཅད་སྤོང་བར་འགྱུར་རོ་གསུངས་སངས་རྒྱས་བཅོམ་ལྡན་འདས། དགེ་སློང་ཚོ་ལ། མིག་གི་འདོད་ཆགས་འདི་སྤངས་དང་འདོད་ཆགས་མང་ཆེ་བ་ཅིག་འདི་དུས་སྤངས་ཐུག་གོ་རེ་གསུངས་བ་བསྟན། དེ་སྐབས་སུ་ཤུགས་ཆེན་པོ་རེ་མིག་གི་འདོད་ཆགས་དེ། དེ་མཚམས་གང་བྱུང་མང་བྱུང་བརྟགས་ན་ཡོང་པོ་འདུག། ཡང་དག་པ་ལ་བརྟག་གོ་ཡ། ཁ་མིག་ཡར་བལྟས་ཟིག་འདུག་ཨང། འཇིག་རྟེན་ཁ་བལྟས་ལ་ཡང་འདི་འདུག་ཨང། མ་བལྟ་རྒྱུ་ཡོད་མར་འདུག་ག་ལ། འཁྲུག་པ་མང་པོ་རྒྱག་ས་ལ་བལྟ། འོ་འཁྲུག་པ་རྒྱག་འདུག་ང་ཚོ་ག་རེ་བྱེད་འཁྲུག་པ་རྒྱག་འདུག་ཟེར་ན་འུར་འུར་བ་གི་བལྟ་ག་འགྲོ། འཁྲུག་པ་ལ་འཇན་ལྟ་ཡི་ག་རེ། ཆོས་གཡང་དག་པོ་གཤེགས་འདུག་ཟེར་ཏེ་ལྟ་གའི་སྒྲོ་འགེལ་གཡོན་མར་བཏང་ཡོད། ཁྱོད་ཆོས་བྱེད་ས་རེད་འདུག་ཟེར་ཟེར་ནས་ལྟ་ངའི་ཡོད་མར་དེད། ད་དེ་འདྲས་ནོར་འགྲོ་གི་ཡོད་འཁྲུལ་ནས་ནོར་གི་ཡོད་དྲག་དེ་གི་ཐམས་ཅད་དེ་གར་བྱས་ནས། ཡུལ་དྲུག་ལ་གཡེངས་འགྲོ་གི་ཡོད་རེད་ཕ་གི་གཡང་དག་པ་རེད་དོ། ཕྱིས་ཡུལ་དྲུག་ལ་གཡེངས་ནས་དེ་མགོ་ཁོ་ནས་ཕ་གི་བདེན་པ་ཡིན་བསམ་གི་ཡོད་རེད། འོ་འདི་རེད་དོ། ཕྱིས་ཚོགས་དྲུག་གི་ཡུལ་ལ་རྣམ་པར་གཡེང་བ་ནི་འཁོར་བའི་འཁྲུལ་སྣང་ཐམས་ཅད། འཁོར་བ་ལ་ཡོད་པ་ཐམས་ཅད་དུ་འཁྲུལ་བའི་སྣང་བ་རེད་ངོ་མ་མ་རེད་བདེན་པ་མ་རེད་འདི་གི་ཐམས་ཅད་དེ་པ་གཉིད་ལམ་ནང་བཞིན། རྨི་ལམ་གློག་ལྟར་སྤྲིན་ལྟ་བུ་གདུལ་བྱའི་ཆོས་རྣམས་འདི་ལྟར་དག་གསུང་གི་འདུག་ཨ་ཀ་མ་རབ་རིག་པ་མི་དང་ངོ་ཚོ་འདི་སྐྱོར་གི་འདུག་ཨོ་དེ་རེད། དེ་འདྲའི་རང་བཞིན་ཡིན་པ་དེ་ཁོང་དང་ང་ཚོས་རྟོགས་གི་ཡོད་མ་རེད། དེ་མ་རྟོགས་དུས་གང་ལ་འདི་བདེན་པ་ཡིན་བསམ་འཁྲུལ་འགྲོ་གི་འདུག་ཨ། ཨོ་དེ་འདྲའི་འཁྲུལ་བས་ན་དེ་ཐམས་ཅད་དེ། ག་རེ་རེད་དོ་ཟེར་ན་རྩ་བ་དེ་སྡུག་བསྔལ་ཐམས་ཅད་ཀྱི་གཅུང་ཀུན་ཡིན་འཁོར་བ་ལ་ལུང་བའི་གི་རྩ་བ་དེ། རྐྱེན་རྩ་གཟུགས་མཛེས་པ་སྒྲ་སྙན་པ་དྲི་ཞིམ་པ་རོ་འཕྲོ་བ་རེག་བྱ་སྦྱངས་པ་སོགས་དེ་སྟེ། དེ་འདྲའི་ལྷ་དབྱིངས་འགྲོ་གི་ཡོད་དེ། ཁ་ལག་ཞིམ་པོ་ཞིག་ཟ་ཡ་བྱུང་ཟེར་ན་འོ་དེ་ཟ་འགོག་ཏུ་བསམ་ནས་ཆགས་པ་སྐྱེ་གི་འདུག་ཨ། འོ་འདིའི་རྐྱེན་བྱས་ནས་འཁྲུལ་འགྲོ་གི་ཡོད། སྒྲ་སྙན་པ་ཅིག་གོ་ཡོང་དུས་གང་ན། དཔེར་ན་རི་དྭགས་ཀྱི་སྒྲ་སྙན་པོ་ཞིག་གོ་ཡོང་དུས་གང་ན་འདི་ལ་མགོ་འཁོར་ཡོང་དུས་ཀོ་ཤི་འགྲོ་ག་རེ་རེད་སྔོན་འབད་སད་འགྲོ་ག་རེད། འོང་འདི་ཚོ་དཔེ་རེ་རེ་ཅིག་འདིའི་ནང་ན་ཤེས་ཡོད་རྒྱུ་རེད་དཔེར་ན་མིག་ཤེས་གཟུགས་ལ་ཆགས་པ། མིག་གི་ཤེས་པ་དེ་གཟུགས་ལ་ཆགས་པས་ཕྱེ་ལེབ། ཕྱེ་ལེབ་མར་མེར་ཕྱིས། དཔེར་ན་ཕྱེ་ལེབ་དེ་ཚོ། མོ། དེ་གློག་གི་འགྲམ་ལ་འཁོར་ཡོང་གི་འདུག་ཨ་ཕ་གིས་མར་མེ་དུ་བོ་ཆོས་མེད་སྤར་ཡོང་འདུག་ག་ན་ཆོས་མེད་འགྲམ་ལ་དེ་ནི་ཆེད་ལས་བེ་ལེགས་འདུག་ཨ་ཁོས་གར་ཅིང་བསྡད་ཡོང་གི་ཡོད་རེད་ཟེར་ནས་ཁོའི་མིག་དེ་ལ་མེ་ཏོག་དེ་གཟུགས་དེ་སྙིང་ཕ་གིས་ཆོས་མེད་དེ་པད་མ་སེ་གཟུགས་མཛེས་པོ་སྙིང་རྗེ་བོ་ཞི་བོ་ཞིག་མཐོང་གི་ཡོད་རེད་ཟེར་གི་འདུག་ཨ་དེ་གཟུགས་མཛེས་པོ་ཡོད་ནི་དེ་ལ་ཆགས་ནས་ཡོང་གི་ཡོད་རེད་དེ་ཆགས་འགྲོ་དུས་ག་ན་ཁོ་རང་མེ་ལ་མཆོངས་ནས་ཤི་འགྲོ་བ་རེད། དེང་སང་མགོ་སྒུར་བཏང་སོང། སེམས་ཕྱི་ལོག་ལ་གཡེང་སོང་ན། མིག་གིས་ཕྱི་ལོག་གི་སྦྲ་དམར་སྙིང་རྗེ་བོ་དེ་མཐོང་བ་དེ་ཚོ་ལ་མགོ་འཁོར་སོང་ན། དེ་སོ་སོ་མེད་པར་བཟོ་གི་རེད་དམྱལ་བ་ལ་ལུང་གཡས་ཏེ་རྒྱུ་དེ་དེ་དུས་ཟག་གི་རེད་གསུངས་ཏེ། སྣང་བ། སྣང་བ་སྒྲ་ལ་ཆགས་པ་རི་དྭགས་རྔོན་པའི་སོས་ཏེ། གནམ་ལྕགས་དེ་པགས་རི་དྭགས་ཀྱི་གླིང་བུ་དེ་འདྲ་སྙན་པོ་བཏང་ཡོང་དུས་གང་ལ་རི་དྭགས་མགོ་སྒུར་བཏང་གི་ཡོད་རེད་ད། ཤྭ་བ་དེ་ཚོ་པགས་ཚོས་སྒུར་སྐྱོར་མ་བཏང་བའི་ཆེད་དུ་གླིང་བུ་དེ་འདྲ་བཏང་ཡོང་དུས་གང་ལ་ཤྭ་བ་ཚོ་གི་དེ་ནི་སྐད་ཉན་དུས། དེ་ནི་ད་ཞོན་ཏེ་སེར་བཞག་གོ་སྟེ། དེང་སང་དགྲ་ལ་ཆགས་ནི་ཁོ་ཤི་སོང་ང། དོན་དག་འདི་རེད་དོན་དག་ཕྱི་ཡུལ་ལ་གཡེང་འགྲོ་རྒྱུ་ཡོད་མ་རེད་གསུངས་བ་གཡེང་སོང་ན་སོ་སོ་ཤི་ཡས་རེད་ཤི་ཡས་རེད་ཟེར་དུས་དམྱལ་བ་ཡི་དྭགས་དུད་འགྲོ་ལ་ལྷུང་ཡས་རེད། ན་ན་དྲི་ལ་ཆགས་པའི་བུང་བ་མེ་ཏོག་ཏུ་འཐུམས་ཟེར་བ་དེ། བུང་བ་དེ་ཚོ་ག་བ་འགྲོ་གི་རེད་དེ་ནི་མེ་ཏོག་ག་བ་ཡོད་ས་ལ་མེ་ཏོག་གི་སྒང་ལ་བབས་བྱས་དེའི་ནང་ལ་མེ་ཏོག་གི་བཅུད་དེ་གི་ཡར་འཐེན་འགྲོ་གི་ཡོད་རེད། དེ་འདྲའི་ཆོས་དེ་ཐལ་འགྲོ་འགལ་ཏེ། དེ་ནི་སྟེ། དེའི་ནང་ལོགས་ལ་དེ་ནི་ར་ཟེར་བ་དང་རོ་དེ། རོ་དེ་ཞིམ་པོ་ཞི་བོ་ཡོད་དུས་གང་ན། དྲི་དེ་ཞིམ་པོ་ཞི་བོ་ཡོད་དུས་གང་ན་ད་རོ་རེད་མི་འདུག་དྲི་དེ་ཞིམ་པོ་ཞི་བོ་ཡོད་དུས་གང་ན་དྲི་ལ་ཆགས་ནས་དེ་འདི་ན་ལུག་འཐུང་དུས་གང་ན་མེ་ཏོག་ཁ་གསུམ་འགྲོ་གི་ཡོད་རེད་ཟེར་ལབ་རེད་མེ་ཏོག་ཁ་གསུམ་ནི་དེ་དགུ་དེ་བཞི་འགྲོ་གི། ད་དེའི་ག་རེ་འགལ་ཞིག་ཡོད་མེ་ཏོག་སྤེལ་མ་རེད་དེ་བྱེད་སྟངས། ཉི་མ་ཤར་དུས་གང་ན་མེ་ཏོག་སྤེལ་མ་ཁ་ཕྱེ་འགྲོ་གི་རེད་དེ། ཉི་མའི་གཉེན་གཟིགས་འགྲོ་མེ་ཏོག་སྤེལ་མ་ལ། ཉི་མ་ཤར་བ་དང་མེ་ཏོག་སྤེལ་མ་ཁ་ཕྱེ་འགྲོ་གི་རེད། སྙན་མ་འདི་དཔེ་ཆ་ལ་མང་པོ་ཡོད་རེད་བ། དཔེ་ཆ་ལ་ཡོད་དུས་གང་ལ་ལྟ་ངོ་ཚོས་འོ་དེ་འདྲས་རེད་ཟེར་ལབ་པ་མ་གཏོགས་ཧ་གོ་མ་རུང། འོང་ད་ཕྱི་ཆེན་ལ་འགྲོ་དུས་གང་ལ་འོ་མེ་ཏོག་བེ་མ་དེ་འདྲས་ཁེལ་ཡོང་དགོས། ཏན་ཏན་རེད་ཤ་སྟག་རང། དགོང་ད་ཟེར་སླེབས་དུས་གང་ཁོག་དེ་འདྲས། ཁ་གསུམ་སྒྲོག་འདུག་བ། ཞོགས་པའི་ཉི་མ་ཤར་དུས་ཁོག་ཁ་ཕྱིར་འདུག་ཏག་ཏག་ཁོ་རང། ད་དེ་ངོ་མ་མཐོང་རེད་བ། འོ་ད་སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་ཚུལ་ཐམས་ཅད་དངོས། དངོས་མཁྱེན་གྱི་སྒོ་ནས་གསུངས་ཐུག་ཡོད་རེད་ད། ང་ཚོ་ངོས་བཟུང་མ་གཏོང་གྱིས་བར་དོ་ད་དུང་ཡིད་ཆེས་ལ་མ་བྱེད། ད་མེ་ཏོག་པད་མ་ཉི་མའི་སྙན་སྙན་ངག་ནང་ལ་འདིར་ཉི་མའི་སྙན་སུ་མེ་ཏོག་པད་མ་ལ་གོ་དེ། འོ་འདི་ཡིན་ཙང་མེ་ཏོག་པད་མ་ལ་པ་འདི་ནང་ལ་དྲི་མ་ཞིམ་པོ་ཡོད་དུས་གང་ན་བུང་བ་དེ་ཚོ་འདི་ནང་ལ་དུག་ཡ་འཛུལ་འགྲོ་དུས་ག་དེའི་སྐད་མཚམས་དེར་ཉི་མ་མ་ས་རུབ་པའི་ག་དུག་སྐད་མེ་ཏོག་ཁ་ཟུམ་པ་རེད། ཁ་ཟུམ་དུས་གང་སྟེ་གོ་དེའི་ནང་ལ་ལྷག་དེ་ནི་འུ་དོན་ཟ་མེད་པ་ཅིག་འགུག་དེ་སྒྲ་འགུག་དེ་དེའི་ནང་ཤི་འགྲོ་བ་རེད། མདོར་ན་གར་སྲེག་ཏུ། སྣ་དྲི་ལ་ཆགས་པའི་བུང་བ་མེ་ཏོག་ཏུ་འཐུམ། ལྕེས་རོ་ལ་ཆགས་པའི་ཉག་མོ་ལྕགས་ཀྱུས་འཐུམ། ལྕགས་ཀྱུས་འཛིན། ལྕེ་འདི་གི་ད་བྲོ་བ་ཞིམ་པོ་ཅིག་ཡོད་ན་ད་བྲོ་བ་ཞིམ་པོ་ལ་མང་པོ་ཆགས་འགྲོ་དུས་གང་ན་ད་ལྕེ་འདི་རུ་ཁྲག་ཆགས་འགྲོ་མཁན་དཔེར་ན་ཆགས་ཞག་གི་ན་ག་རུ་རེད་ཟེར་དུས། ལྕགས་ཀྱུ་འདི་འདྲའི་གི་རྩེ་ལ་ཤ་དང་འདི་འདྲའི་འདྲ་མ་འདྲ་ག་སྦུ་འདི་འདྲའི་དཀར་འདི་འདྲའི་ཆུ་ཁྱི་ལ་འདི་འདྲའི་གཡུ་ཞལ་ད། སིམ་མཁན་དུ་ཚུར་ཉག་ཉག་སིམ་མཁན་སིག་གུ་མ་རེད་བ་ཉག་པ་སིག་གུ་རེད་བ།

གཉའ་དེ་ཚོ་བསམ་བཏང་གི་ན། འོ་དེང་སང་རོ་ལ་ཆགས་རྒྱུ་ཡོད་མ་རེད་ཕྱིས་ཡུལ་དེ་གི་རོ་དེ་གི་དེ། ཞིམ་མ་ཞིམ་དེ་སོ་སོའི་སེམས་ཀྱིས་བཟོས་པ་རེད། ཞིམ་མ་ཞིམ་དེ་དེ་རེད་སྐབས་འགའ་ལ་ཁྱོད་རང་ལ་ཞིམ་ཆོས་དེ་ག་རེ་ཡིན་པ་ཟེར་དུས་གང། ཨོ་ད་ཞིམ་ཆོས་དེ་ག་རེ་རེད་འདུག་ཟེར་ན་ཡ་དཔེར་ན། ཁྱོད་རང། Chocolate། ད་སྤུ་གུ་སྤུ་གུ་ཅིག་ལ་ད། ཁོ་ག་དུས་ནས་ངན་པ་དེ་ཅོག་ལེ་སྤྲད་ཡོད་འདུག་གམ་སྤུ་གུ་དེ་ཅོག་ལེ་རེད་ན་ད་ཐག་ཆོད་འགྲོ་གི་རེད། གཞན་དག་ག་རེ་སྤྲད་སོང་ནས་དགག་གི་ཡོད་མ་རེད། ད་ཅོག་ལེ་དེ་མཐོང་བ་དང་དགག་གི་ཡོད་རེད་དེ་མཐོང་བ་དང་སེམས་ཀྱི་ནང་ལ་བདེ་བ་དཔག་ཏུ་མེད་པ་ཡོང་གི་བསམ་གྱི་ཡོད་རེད་དེ་ཡོང་དུས་གང་ལ་ཁོས་བསམ་གྱི་ཡོད་རེད་བདེ་བ་དེ་ག་བ་ལ་འདུག་སེམས་ཕ་གི་ཅོག་ལེ་གི་སྟེང་དུ་འདུག་བསམ་གྱི་ཡོད་དེ་ཅོག་ལེ་སྟེང་དུ་བདེ་བ་ཡོད་མ་དང་མེད་པའི་རྒྱུ་མཚན་ཅི་རེད་ཟེར་དུས་གང་ལ་ད་དེ་མང་དྲགས་སོང་ན་གྲོགས་པོ་བཤད་གི་རེད་ནག་རེད། ཅིག་ན་ཡོང་དུས་གང་ལ་དེ་ནས་ད་ཅོག་ལེ་མཐོང་ན་ཚིག་པ་ཟ་བ་ད་སང་ཉིན་ནས་ཅོག་ལེ་དེ་ག་ཚོད་ཁྱི་ཡོང་ནས་ཨོ་ཁོ་ཅོག་ལེ་ལ་དགའ་པོ་ཡོད་ཟེར་ཁོ་ཅོག་ལེ་ཁྱི་འགྲོ་ནས་ད་དོག་མོ་གོས་སྤགས་སྟོང་རྒྱ་ཤི་བའི་ཉིན་གར་ཁོས་གར་ཆེན་ད་ཁོ་ཞེ་མེད་ལང་ཚ་རེད། དེང་སང་ཅོག་ལེའི་སྟེང་དུ་བདེ་དང་སྡུག་བསྔལ་ཡོད་མ་རེད་བདེ་དང་སྡུག་བསྔལ་སོ་སོའི་སེམས་ཀྱིས་བཟོས་པ་རེད་གཙང་མི་གཙང་ཕྱིའི་དངོས་པོའི་སྟེང་དུ་ཡོད་མ་རེད་སོ་སོའི་སེམས་ཀྱིས་བཟོས་པ་རེད་ཟེར་ཏེ་ཨོ་རྒྱུ་མཚན་དེར་བརྟེན་རྟེན་བཟང་ཕྱི་ཡུལ་ལ་གཡེང་འགྲོགས་འདུག་ཨ། དེ་འདྲའི་གཡེང་འགྲོགས་དེ་ཕ་གི་བདེན་པ་ཡིན་བསམ་ནས་ཆགས་ཞེན་སྐྱེས་ནས་འདིས་རྐྱེན་བྱས་ནས་འཁོར་བ་ལ་ལྡོང་བའི་རྒྱུ་འདི་རེད། སྡུག་བསྔལ་ཐམས་ཅད་ཀྱི་རྩ་བ་དེ་རེད་འོ་དེར་ལྟ། ལུས་རེག་བྱ་ལ་ཆགས་པའི་གླང་པོ་འདམ་དུ་བྱིང་བ་ལྟ་བུ། གླང་ཆེན་དེ་ཚོ། དཔེར་ན་ཕོ་དང་གླང་ཆེན་ཕོ་དང་མོ་གཉིས་ལྕགས་པ་དེ་འདྲས་བཅས་ཡོང་དུས་གང་ལ། གླང་ཆེན་གླང་ཆེན་མོ་མོ་དེ་འདམ་དེ་དོང་ཆེན་པོ་ཞིག་དྲུད་འདིའི་ནང་ལ་བསྡད་ཀི་རེད་ཟེར་འདུག་ཨ། ཨོ་ད་དེ་འདྲས་བྱོས་དེ་འདྲས་ད་ཆགས་པས་ལུས་ཀྱི་ད་ཆགས་པས་ཀྱི་ཀུན་ན་རེག་བྱ་འཇམ་པོ་གཅིག་ལ་བསམ་བློ་བཏང་དེ་འདྲས་ལ་མགོ་འཁོར་ནས་དེ་ནི་གླང་ཆེན་དོམ་དེ་ནི་ལག་མ་དོ་ཤི་འགྲོ། སྐབས་འགའ་ལ་ཡང་དེ་འདྲས་ཡ་ཡ་ཟིག་འདུག་སྐབས་འགའ་ལ་ཡང་འདྲེ་ཞིག་བརྒྱབ་སྟེ་ཁ་ཁ་ཨ་ཡོད། གླང་ཆེན་དེ་ཚོ་ག་རེ་དམ་ཚབ་ཆེན་པོ་དེ་འདྲས་ཚ་བ་དཔའ་ཚ་བ་མང་པོ་ཡོད་ས་ལ་དེ་ནི་གླང་ཆེན་ཞེ་དྲག་དེས་ཐུག་གི་ཡོད་མ་རེད་སིལ་བུ་ཁུག་གི་ཡོད་རེད་དེ་ཚོ་སེམས་པོ་དམ་ཚག་ན་ཚོད་དེ་ནི་ཡར་ལངས་མ་ཐུབ་དེ་འདྲས་ཤི་འགྲོ་མཁན་དེ་འདྲས་ཡོད་རེད་གང་ལྟར་རེག་བྱ་ལ་ཆགས་པ་དེ་ཡང། ཨོ་རེག་བྱ་ལ་མང་པོ་ཆགས་པའི་རྒྱུ་མཚན་དེའང་ཐ་མ་སོ་སོ་སྲོག་བློས་བཏང་གི་འདུག་ཨ། སོ་སོར་སྲོག་དེ་འགྲོ་གི་འདུག་ཨ། རྒྱུ་མཚན་དེ་ཡི་ཕྱིར་དམ་དུ་བྱིང་བ་ལྟ་བུ་གླང་ཆེན་དམ་དུ་བྱིང་བ་ལྟ་བུ་རེད། གཞན་ཡང་སྔོན་སོང་བག་ཆགས་ཀྱི་རྗེས་གཅོད་པ། མ་འོངས་པ་ཉོན་མོངས་ཀྱི་མདུན་བསུ་བ། ད་ལྟ་རྟོགས་པ་རྐྱེན་ཡུལ་དུ་ཤོར་བ་གསུམ་པོ་འདི་དག་ཆོས་ཉན་བྱེད་སྒོམ་སྒྲུབ་གང་གི་སྐབས་སུ་ཡང་སྤང་དགོས་ཏེ། ད་དེ་པས་སྙིང་རྗེ་བོ་སྟེ། སྔོན་བསུ་རྗེས་གཅོད། ཟས་གཅོད་པ། སྔོན་སོང་བག་ཆགས་ཀྱི་རྗེས་གཅོད་པ། སྔོན་སོང་བག་ཆགས་ཀྱི་རྗེས་གཅོད་པ་ད་ངས་ག་འདྲས་ཟོ་ད་འདི་པད་ཤ། ཚང་མ་ལ་དེ་འདྲས་བྱུང་མྱོང་ཡོད་རེད། བྱུང་མ་མྱོང་བ་མ་རེད། དཔེར་ན་ཆ་ཤ། གྲོགས་པོ་གཉིས་དེ་གཅིག་གཅིག་ལ་རྩིང། རྫིང་ཚ་དུས་ག་ན་རྗེས་ལ་ད་ངས་མ་དེ་ག་བསམ་བློ་དང་ཡ་བསྐོས་མ་ལ་དེ་འདྲས་བྱས་སོང། ང་གཉིས་ད་འདྲ་འདྲ་ཡིན། ང་དེའི་གཟུགས་པོ་ཆེ་བ་རེད་ཅིག་ཡིན། ཁོ་གཟུགས་པོ་ཆུང་བ་རེད།

དངོས་སུ་རྗེས་གཅོད་བྱས་ན་ཡག་པོ་མ་རེད་དེ་ལྟ། སྔོན་བྱུང་བྱས་པ་དེ་སྔོན་སོང་རེད་བ་སྔོན་སོང་སྔོན་སོང་བག་ཆགས་ཀྱི་རྗེས་གཅོད་པ། མ་འོངས་པ་ཉོན་མོངས་ཀྱི་བདུད་གསོ་བ་དང་མ་འོངས་པ་འདི་དང་འདི་འདྲ་བ་བྱེད་ཀྱི་ཡོད་ཡོད་བྱེད་ཀྱི་མེད་མེད་བྱེད་ཀྱི། མ་འོངས་པ་ལ་འདི་དང་འདི་བྱེད་ཀྱི་ཟེར་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་གྱི་སྐད་ཅིག་རྐྱང་རྐྱང། བསམ་བློ་བཏང་གི་འདི་དང་འདི་འདྲ་བ་བྱེད་ཀྱི་ཟེར་ཉོན་མོངས་ཡར་འཕེལ་གྱི་རྒྱུ་རེད་བ།

བཏང་ན་གར་ཆུག་རེད་བསྡད་པ་ནི་དེ་འདྲའི་བསྡུ་མཚམས་བཏང་ནས་སྡིག་པ་རེད་བཤད། མ་འོངས་པ་ལ་དེ་འདྲའི་བསྡུ་འཆར་ཞིག་དགོས་པ་ནི་སྡིག་པ་རེད་བཤད་བཏང་ན་གར་ཆིག་ཡིན་པ། ད་ལྟ་བ། འོ་ཡ་ད་ལྟ་ལ་ཡང་ཡོར་ད་གབ་ཀྱིན། ད་ལྟ་ཨ་ཚ་རྟོགས་པ་རྐྱེན་ཡུལ་དུ་ཤོར་བ། ད་ད་ལྟ་གི་རྣམ་རྟོག་སྐྲ་མ་འདྲ་འཕྲེང་ཡོང་རེད། བསམ་བློ་མི། མ་བཀོད་དགུ་འཁོར་སིག་ཏུ། བསམ་བློ་དྲུག་གསུམ་བཅོ་བརྒྱད་ཡིན་ན་བཞི་འཁོར་ས་ཚིག་ཏུ། དོན་དག་དེ་དེ་རེད་རྣམ་རྟོག་རེད་དེ། རྣམ་རྟོག་འདྲ་མ་འདྲ་ཤར་ནས་དེ་དང་དེ་འདྲ་བ་ཅན་དགུ་རྣམ་རྟོག་དགོས་པོ་སིག་ཏུ་གམ་དེ་ནི་དཔག་གྲུང་པོ་བཞི་པོ་ཡོད་སྟོང་རྟོག་ཅན་འདྲ་མ་འདྲ་ཆི་གི་ཡས་ཆི་གི་མས་ཆི་གི་དེ་འདྲ་འདྲ་མ་འདྲ་སྡིག་པས་ལན་རྐྱང་རྐྱང་དེ་འདྲའི་བསམ་བློ་བཏང་ན་རྣམ་རྟོག་ཤར་ཚེ་གང་དགོས་དེ་ཐམས་ཅད་དེ་སྡིག་པ་རེད། དེང་སང་ཆོས་ཉན་དུས་ཆོས་བསྒྲུབ་དུས་ཆོས་ཉམས་སུ་ལེན་དུས། ཆོས་སྔགས་བཟླས་དུས་དེའི་སྐབས་དེ་འདི་གསུམ་པོ་དེ་སྔོན་གྱི་བསམ་བློ་དེ་ཚོ་ཡང་དེ་འདྲའི་ཡང་རྒྱ་མཚོ་སྐད་མ་བཏང། རྗེས་དེ་ཚོ་ཡང་ཚུར་བསྡུས་མ་བསུ། ད་ལྟ་དེ་ཚོ་རྣམ་རྟོག་དེ་ཚོ་ཡང་སེམས་ལ་གཡེང་ནས་ཤོར་བཅུག་རྒྱུ་ཡོད་མ་རེད་གསུང་བར་ད་ཆོས་པ་ཡང་དག་པ་ཅིག་ཡིན་ན། འོ་དེ་འདྲས་བྱས་ན་ད་མི་དེ་ཡང་དག་ཡག་པོ་ཆགས་ཀྱི་རེད་ཆགས་ཀྱི་མ་རེད་ད་ད། ལོ་གཅིག་གི་ནང་ལ་མི་དེ་ཀུན་སྤྱོད་སྤུ་ར་འགྱུར་བ་བཏང་འདུག་གི་རེད་དེ་ནི་བསམ་བཏང་ན་བཏང་མ་འདུག་བ་གལ་ཡོད་མ་རེད། འོ་མ་བྱས་ན་ནི་ཀ་བ་ནི་ཁའི་བ་བར་དུ་དེ་འདྲ་བོ་དོ་ང་ཚོ་སྐྱེ་བ་ལས་འདས་བ་རེད་ད་འདོད་འགྱུར་བ་བཏང་འདུག་མ་འདོད་ད་འདོད་འདོད་ཆགས་ཞེ་སྡང་གཏི་མུག་རྐྱང་རྐྱང་རེད་བྱས་ན་དེ་ནི་དེ་ཀུན་དེ་བླངས་ནས་ལས་ཀ་རྐྱང་རྐྱང་བྱེད་འདུག་བ་འོ་དེང་སང་ད་ལྟ་རྟོགས་པ་རྐྱེན་ཡུལ་དུ་ཤོར་བ་གསུམ་པོ་དེ་དག་ཆོས་ཉན་པའི་སྐབས་ཆོས་འཆད་པའི་སྐབས་ཆོས་བསྒོམ་པའི་སྐབས་ཆོས་སྒྲུབ་པའི་སྐབས་ཏེ། སྒོམ་སྒྲུབ་ཉམས་ལེན་བཟླས་པ་ཐམས་ཅད་བྱེད་ཀྱི་ཡིན་ན་ཡང། འོ་དེ་གསུམ་པོ་དེ་ཕ་སྤང་དགོས་ཀྱི་རེད་གསུངས་ད། ཀུན་སྤྱོད་དེ་འདྲའི་སྐོར་ད། སྤྱོད་ལམ་ཟེར་མཁན་དེ་དེ་འདྲའི་བསམ་བློ་བཏང་དགོས་ཀྱི་རེད། སྐབས་སུ་ཡང་སྤང་དགོས་ཏེ་རྒྱལ་སྲས་རིན་པོ་ཆེ་ཟེར་འོ་དེ་རྒྱལ་སྲས་རིན་པོ་ཆེ་དེ་སུ་རེད་དེ་གསུངས། རྒྱལ་སྲས་དངུལ་ཆུ་ཐོགས་མེད་དངུལ་ཆུ་ཟེར་ནི་ལུང་པ་ཅིག་མིང་རེད་དོ། འོ་དེ་ལ་བཞུགས་དེ་གའི་རྒྱལ་སྲས་ཐོགས་མེད། འཕགས་པ་ཐོགས་མེད་མ་རེད་ད་དངུལ་ཆུ་ཐོགས་མེད་རེད་དེ། རྒྱལ་སྲས་ལག་ལེན་སོ་བདུན་མ་ཞིག་འདུག་ཨ། བྱང་ཆུབ་སེམས་དཔའི་གིས་ལག་ལེན་སུམ་ཅུ་སོ་བདུན་གཟིགས་ཀྱི་ཅི་མི་འདོད་འོ་འདི་ཙམ་གྱིས་དེར་བསྟན། འོ་ཁོང་གིས་གར་གསུངས་པ་རེད་རྒྱལ་སྲས་རིན་པོ་ཆེ། སྔོན་རྗེས་བདེ་སྡུག་ཆུ་ཡི་རི་མོ་འདྲ། ཟིན་པ་རྗེས་མེད་ཡིན་གྱི་རྗེས་མ་བཅོས་འོ་འདིར་བསྟན། ད་ད་ཆིངས་ཡིག་གི་སྒང་ལས་བཤད་པ་ད་ག་རང་རེད་ག་རེ་གསུངས་གི་འདུག། སྔོན་རྗེས་རྔན་མ་བྱས་བཞག་པ་དེ་ཁྱེད་རང་གིས་སྤྱོད་པ་ལུས་ཀྱི་སྒོ་ནས་རྣམ་འགྱུར་ག་རེ་བྱས་པ་ཡིན། ངག་གི་སྒོ་ནས་སྐད་ཆ་ག་རེ་བཤད་པ་ཡིན། སེམས་ཀྱི་ནང་ལ་འདྲ་མ་འདྲ་མི་དྲན་དགུ་དྲན་འདྲ་མ་འདྲ་ག་ཚད་བྱས་པ་ཡིན་ནས་ཁ་སང་དུ་བ་བྱས་ཚར་བ་དེ་ཚོར་ད་ད་དེ་འདྲའི་ཡང་སྐྱང་བསམ་སྟངས་སོང་ན་སྟོད་ཆ་བཤད་སྟངས་ལྟད་མོ་ང་རྒྱལ་ཕྲག་དོག་གསེར་སྣ་དེ་ཚོ་འབར་ཡོང་གི་རེད། དེ་འདྲའི་བསམ་བློ་བཏང་རྒྱུ་ཡོང་གི་ད་འདུག་ག་དེ་གི་རེད་བསམ་བློ་བཏང་ད་ཚུར་དྲན་ཡོང་འདུག་གམ་ད་དུང་སྟོད་ཆ་སྐྱེ་གི་འདུག་བ་བཤད་སྟངས་སྐྱེ་གི་འདུག་བ་ཁོང་ཁྲོ་སྐྱེ་གི་འདུག་བ་ཕྲག་དོག་སྐྱེ་གི་འདུག་བ་ཁ་སང་འཁྲུག་པ་བརྒྱབ་ས་དེ་དྲན་རྒྱུ་ཡོད་མ་རེད་ད་དུང་ཁོང་ཁྲོ་མ་ང་འབར་ཡོང་གི་རེད། འོ་དེ་རེད། འོ་དེ་ཡིན་ཙང་སྔོན་ཆད་བདེ་སྡུག། དེ་སྒང་ལ་ཕྱིན་ཚར་བའི་བདེ་བ་དང་སྡུག་བསྔལ། ག་རེ་ཁྱེད་རང་གིས་སྤྱད་པ་ཡིན་ནས་འདི་གའི་དམ་བཅས་དེ་ཆུ་ཡི་རི་མོ་འདྲ་ཟེར་འོ་ད་ཆུའི་སྟེང་དུ་རི་མོ་བྲིས་བ་ནང་བཞིན་རེད། ཆུའི་སྟེང་དུ་རི་མོ་བྲིས་བྱས་བ་དེ་རི་མོ་ག་ཚོད་སྙིང་རྗེ་བོ་བྲིས་ནས་ད་ད་ཐག་ཐག་ཐག་ཐག་ཡལ་འགྲོ་གི་རེད་རི་མོ་ཡོད་རེད་མ་ཡོད་མ་རེད། དེ་ཚེ་སྔས་མ་བྱས་བྱ་བ་བསམ་བློ་བཏང་བྱ་བ། སྔས་མ་གི་ངག་ནི་མ་བརྗོད་བྱ་བ་སྡུག་བསྔལ་ཡིད་གསུམ་གྱི་སྤྱོད་པ་ཆེ་ཚད་གང་པོ་འདི་ཙམ་བྱས་ཏེ་ཆུའི་སྟེང་དུ་རི་མོ་བྲིས་པ་དེ་ཁྱད་པར་མི་འདུག་དེ་ལ་པ་ཆག་ཞེན་བྱེད་དགོས་དོན་མི་འདུག་དེའི་རྗེས་སུ་ཁར་ཕྱིན་འགྲོ་གི་ཡོད། དེ་རྗེས་སུ་ཁར་ཕྱིན་བསམ་བཏང་གི་ཡོད། བསམ་བློ་བཏང་ན་སངས་རྒྱས་ཀྱི་སྤྱོད་པ་ག་འདྲའི་གནང་འདུག་སངས་རྒྱས་ཀྱི་ཆོས་གསུང་སྟངས་ག་འདྲའི་གསུང་འདུག་སངས་རྒྱས་ཐུགས་ལ་དགོངས་པ་ག་འདྲའི་གཏད་འདུག་འོ་དེ་ཚོ་ཀོ་པི་བྱེད་གི་མ་རེད། འདི་ཀོ་པི་བྱེད་གི་ཡོད་མ་རེད་དུག་རེད་ངན་ཚད་འདི་གི་འདི་ཀོ་པི་བྱེད་གི་ཡོད་རེད། ཁོ་ལམ་སང་ལམ་སང་དྲན་གོ་ཐུག་གོ་ཐུག་ཨ། ད་འདི་འདྲའི་ལ་བག་ཡེར་འདི་ཁོ་སྐྱིད་པོ་ཡིན་བསམ་གི་ཡོད་རེད། འོ་འདི་བྱས་སོང་ན་འགྲིག་གི་མ་རེད་ཆུ་ཡི་རི་མོ་ནང་བཞིན་རེད་ད། ཆུ་ཡི་རི་མོ་འདྲ་ཟིན་པ་བརྗེད་མེད། ཆུ་ཡི་རི་མོ་ཡོད་དུས་གང་ལ་རི་མོ་དེ་ག་ཚོད་ལྟ་བྲིས་པ་ཡིན་ནའི། ཁོའི་སྟེང་དུ་རི་མོ་དེ་ནི་བསྡད་ཀི་ནི་བསྡད་ཀི་མ་རེད། རི་མོ་དེ་ཚད་ག་དྲོ་ན་རྙེད་ནི་ཡོད་མ་རེད། རྗེས་མེད་ཟེར་འདི་གི་དང། རི་མོ་གི་ཤུལ་དེ་ཡོད་མ་ད། འདི་རྗེས་ལ་ཡོང་བའི་རི་མོ་མཐོང་ཡས་ཆོས་ར་འདི་ནི་ཡོད་མ། ཡིན་གྱི་རྗེས་མ་ཆོས་ཟེར་འདི་དང་འདིའི་རྗེས་སུ་འཇོག་བརྟག་དཔྱད་བྱེད་དགོས་དོན་མི་འདུག་བ། འདིའི་རྗེས་སུ་བདེན་པ་རེད་འདུག་མི་འདུག་བསམ་བློ་བཏང་དགོས་དོན་མི་འདུག་བ་དང། འོ་དེ་ཕར་གཡུག་བཞག་གསུངས་རེད་ཅིག་བྱས། ཅིས་ཀྱང་དྲན་ན་ད་གལ་ཏེ་བསམ་བློ་བཏང་གི་ཡིན་ན་ཟེར་འདི་འདྲའི་བསམ་བློ་བཏང་ཟེར་བ་དེ། འོ་དེ་ལྟ་བསམ་སྟངས་དག་ད་ཅིག་ཡང་ཡང་དག་པ་དེ་ཚོ་ལ་མི་བལྟ་དགོས་རེད་ཟེར་ལབ་པའི་ངས་ད་བཞིན་ཞུས་པའི་དག་རང་ཅིས་ཀྱང་དྲན་ན་ས་འབྱོར་སྐུད་བསྡུ་སྒྲིལ་སོགས་ལྟོས་ཐུབ་ཆོས་ལས་སྡུག་གི་མ་ནི་བ་གསུངས་དེ། འོ་ཡ་ཅིས་ཀྱང་དྲན་ན་འབྱོར་སྐུད་བསྡུ་སྒྲིལ་སོམས། ད་བསམ་བློ་བཏང་གི་ཡིན་ན་འདི་བསམ་བློ་བཏང་དགོས་རེད་གསུངས་ག་རེ་འབྱོར་སྐུད་བསྡུ་བ། ད་ལྟ་སོ་སོ་ལ་རྒྱུ་ནོར་ལོངས་སྤྱོད་དཔལ་འབྱོར་ཕུན་སུམ་ཚོགས་པ་ཞིག་འོ་ཅི་ཡོད་སོང་ན་འདི་ལ་ཆགས་པ་བྱེད་རྒྱུ་ཡོད་མ་རེད་དེ་ལ་རྟག་པ་བདེན་པ་སྤུ་ཙམ་ཡོད་མ་རེད་ད་དུས་ནམ་ཞིག་ལ་འདི་ཡང་རྒུད་པའི་དུས་ཚོད་ཅིག་སླེབས་འགྲོ་གི་རེད་ཉམས་འགྲོ་གི་རེད་ཟད་འགྲོ་གི་རེད་གསུངས་པ་རེད་དེ་ལ་སྐར་ཆེན་ཆགས་པ་སྐྱེ་གི་ཡོད་གསུངས་པ་རེད་འབྱོར་རྒུད་ལ་བསམ་བློ་བཏང་ད་ལྟ་འབྱོར་བ་དཔག་ཏུ་མེད་པ་ཡོད་དེ་འགའི་དཔལ་འབྱོར་ཕུན་སུམ་ཚོགས་པ་ཡོད་དེ་འགའ་ཅིག་གཅིག་བྱས་ན་མི་ཚེ་ད་ག་རང་ལ་ཚེ་སྨད་ལ་ཁྱོད་རང་སྤྲང་པོ་ཡི་ཆགས་སྲེད་ཀྱི་རེད་བ་དེ་ལ་ཁ་བ་དེ་རྟག་པ་བསྟན་པ་གལ་མི་འདུག་ཨང། དེང་སང་རྟག་པ་བསྟན་པ་ཡོད་ཨ་མ་རེད་དེ་ཡི་རྐྱེན་བྱས་ནས་དེ་ལ་བར་ཕྲག་དོག་མངའ་སྐྱེལ་དེ་འདྲའི་ཞེ་སྡང་དེ་འདྲ་བྱེད་དགོས་དོན་ཡོད་ཨ་མ་རེད་གསུངས་ཏེ། ཅིས་ཀྱང་བྲལ་ན་སྦྱོར་དགོས་འདུག་བྲལ་ཟེར་ན་ད་ལྟ་ཚོས་ང་ཚོ་འདི་གའི་ཚང་མ་རུག་རུག་བྱས་ནས་དེ་སྙེམས་རྟོག་བསྡད་ཡོད་རེད་དཔེར་ན་སྤུན་རྒྱག་དེ་ཚོ་ཡིན་ན་མཉེ་བོ་མཉེ་མཛད་ཅེས་སྙེམས་རྟོག་བསྡད་ཡ་ལ་སོགས་གྲོགས་པོ་དེ་ཚོ་མཉེ་བོ་མཉེ་མཛད་ཚོས་རུག་རུག་བྱས་ནས་བསྡད་པ་ཚོས་བསྡུ་བ་བསྡུ་བའི་ཐབས་མ་བྲལ་གསུངས་ཏེ་མཐོ་བའི་ཐབས་མ་ལྷུང་གསུངས་ཏེ།

འདི་ཡག་གི་རེད་བ་བསམ་བློ་བཏང་ན་འདི་རེད་བ། འདི་སྨན་པ་གཅིག་སྡུག་རིན་ངན་ཚེ་གང་བཞུགས་བ་འདི་གི་འདི་སྔས་མ་བྱས་ཤ་བ་འདི་གི་བསམ་བློ་བཏང་ད་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་འབར་ཡོང་གི་རེད། འོ་མང་བོ་ལ་འདི་དང་འདི་འདྲ་བ་ཆེ་བོ་སེ་འདུག་སྡུག་རིན་ངན་ཚེ་བསམ་བློ་བཏང་ནས་ཁྱེད་རང་གི་མ་འོངས་པའི་འཆར་གཞི་བཀོད་པས་ན་འོ་ད་ལྟ་ནི་མ་འོངས་པ་འདི་ལས་ཀ་འདི་བྱེད་ཡོད་མ་རེད་ད་ལྟ་ནི་སྡིག་པ་འགོ་ཚུགས་ཚར་རེད། དེ་དེ་སོ་སོ་སོ་སོ་ལ་བྱུང་མ་རེད་བ་འདི་བསམ་ད་ན་འོ་འདི་འདྲས་མ་བྱས་སོང་བ་དེ། ལྟོས་ཐུབ་ཆོས་ལས་སྡུག་གི་མ་ནི་བ་འོ་ད་དངོས་གནས་རང་བལྟ་གི་ཡོད་ན། ཐུབ་ཐག་ཆོད་ཟེར་བའི་ལྟོས་ཐུབ་ཟེར་ན་འདི་རེད་དངོས་གནས་རང་ཚེགས་དང་ལྡན་པ་སོ་སོ་ལ་ཕན་ཐོག་ཆེན་པོ་ཡོང་ཡས་དེ་ག་རེ་དོགས་ཟེར་ན་ཆོས་མ་དང་ཞིན་ཐང་སྡུག་ག་ཡས་སོང་ཡོང་མ་རེད་གསུངས་རེད་སུ་ལ་གསུངས་རེད་འོ་མ་ནི་བ་གསུངས་རེད་མ་ནི་བ་ཟེར་དུས་ག་ནི་བོད་པ་ཚོ་གསུངས་ག་ཟེར་རེད་ད་དོན་དག་འདིར་དང། ཨོ་མ་ནི་གྲངས་ཀའི་ཚོགས། དངོས་གནས་རང་ལྟ་ལྟ་གི་ཡོད་ན་ལྟ་སྐྱབས་བཅོལ་གི་ཡོད་ན་སྐྱབས་བཅོལ་ས་དངོས་གནས་ཚད་དང་ལྡན་པ་ཞིག་ཆོས་མ་དར་ག་བ་ཡོད་རེད་མི་འདུག་གང་གསུང་ངོ་ད་རེད་གཅིག་རེད་ཁྱེད་ཚིག་གྲབ་ཤོམ་གྲོགས་ཁམས་ཉྭ་རྒྱ་འདྲ། བསམ་པའི་ཐོག་ཏུ་མེད་བབ་འདོད་འདུན་སྐྱོང་ས་འོ་དེ་རེད་ད་ད་ཡ་དེ་ཡ་དེ་མ་འོངས་པར་ད་མ་འོངས་པ་ལ་འཆར་གཞི་གར་འདིང་གི་ཡོད་རེད་དེའི་སྐོར་ད་ཅིག་རེད་སྔོན་མ་སྐོར་བ་ད་དེ་ཕྱི་ཚིག། དཔེར་ན་དེ་རིང་སང་ཉིན་དེ་ལ་ཉིན་ཕྱི་མ་ཚིག་འདུག་ཨ། ཕྱི་ཚིག་ཟེར་དེ་དཔའ་ཆེ་ཉིན་རྗེས་མ་དེ་ཚོ་ཚིག་རེད་མ་འོངས་པ་སེང་གེ་སོ་འདྲ་ཞིག་གོ་གི་ཡོད་རེད། མ་འོངས་པ་ལ་གྲབ་གཤོམ་གྲོགས་སྐམ་ཉྭ་རྒྱ་འདྲ། མ་འོངས་པ་ལ་འདི་དང་འདི་ཆའོ་ཙང་སྡིག་པའི་ལས། འོ་དེ་འདྲས་མ་འོངས་པ་ལ་གྲབ་དེ་འདྲས་བཤམ་རྒྱུ་ཡོད་མ་རེད་གྲ་སྒྲིག་བྱེད་རྒྱུ་ཡོད་མ་རེད་གསུངས། དེ་འདྲས་བྱས་པས་ནི་ག་རེ་རེད་ག་རེ་དང་འདྲ་གི་འདུག་ཟེར་སོང་ན། གྲོ་སྐམ་ཉྭ་བརྒྱ་འདྲ་སེ་འདོད། གྲོ་སྐམ་ཉྭ་བརྒྱ་འདྲ། དཔེར་ན་དེ་སྲིད་དང། ཆུ་ཁྲོམ་ཁྲོམ་པ། ཆུ་ཡོད་སའི་གི་ཁྲོམ་པ་དེ་འདྲ་ཡོད་རེད་བ། དེའི་ནང་ལོགས་ལ་རྡོ་རོ་མང་པོ་ཡོད་དེ་གི། ཆུ་ཕལ་ཆེར་ཕལ་ཆེར་སྐམ་ཚར་རྒྱོ་ཆེ། ཕལ་ཆེར་ཕལ་ཆེར་སྐམ་ཚར། ད་བསམ་བློ་བཏང་ནས་ཨོ་དེ་མ་གས་ཆུ་ཁྲོམ་པ་ཆེན་པོ་རྔན་མ་འདི་ཆེན་པོ་རེད་ཅེས་ཡིད་ཀྱི་རོ་ནི་དེ་ཁོ་མ་གས་ཚོས་ཆུ་མེད་ས་སྐམ་པོ་གྲོག་སྐམ་པོ་དེ་འདྲའི་ཆུའི་ནང་ལོག་ལ་དེ་ནི་ཁོ་ཉག་སེམས་ཀྱི་ཡིན་ཟེར་ཉག་དེ་འདྲའི་སེམས་ཀྱི་དེ་ནི་ཉག་གི་ཚོང་རྒྱབ་དེ་ཉག་མང་པོ་བསགས་ཡིན་ཞིམ་པོ་ཡོད་རེད་ཟེར་རླབས་ཆེན་དེ་ཁོ་གི་དེ་གྲྭ་བ་དེ་མ་རེད་བས་འཇའ་ལི་སིག་མ་རེད་བས། འོ་དེ། དེ་འོ་དེ་ནད་དེ་ཁོལ་གི་དེ་བསྡིགས་ཏེ་ལུག་པ་བཀབ་ནས་དེ་ནི་གཉའ་སྲིན་འགོ་འགྲོ་བ་དེ་གཅིག་པ་རེད་གསུངས་རེད། ག་ཚོད་ཟིན་གའི་གཉའ་རྒྱ་དེ་རྫིག་པོ་ག་ཚོད་ཡོད་པ་ནས་གཉའ་གཅིག་ཟིན་འདུག་མ་རེད་གསུངས་རེད། གངས་སེ་ནི་ཆུ་སྐམ་པོ་རེད་གྲོག་སྐམ་པོ་རེད་དེའི་ནང་ལ་ཁྱོད་རང་གི་དེ་གར་སོར་ནད་དེ་ག་ཚོད་པར་བཀྲམ་པ་ཡོད་ནས་དེ་ནི་གཉའ་སྲིན་མའི་ག་རེ་ཡོད་རེད་གལ་གལ་མི་འདུག་ཨང་མ་འོངས་པ་དེ་དེ་དང་གཅིག་པ་གཅིག་རྐྱང་རེད། ཆུ་མེ་ཟེགས་ཀྱི་སྟེང་དུ་དེར་ཉག་སེམས་ཁ་དྲོ་གེ་སེམས་ནད་ཕག་གཡུག་པ་དང་གཅིག་པར་བསྟན། མ་འོངས་པ་དེ་གལ་ཁ་དེ་འདྲ་སླེབས་རྒྱུར་མ་འོངས་མ་འོངས་མི་སྐྱིད་བའི་ཆུ་ཆེན་ཟེར་མ་འོངས་དེ་འདྲ་སླེབས་ཁོ་རང་ཡོད་མ་རེད་ཁོ་མེད་པར་རོ། འོ་འདི་ཡིན་ཙང་སེམས་དགའ་སོ་བསམ་པའི་ཐོག་ཏུ་མེ་ཏོ་མི་བབ། དོལ་རྒྱུན་བསྐྱུང། འོ་ཁྱེད་རང་གི་བསམ་པ་ལྟར་དུ་ཉག་མང་པོ་སེམས་དེ་ནི་ཚོང་མང་པོ་ཞིག་བརྒྱབ་ཉག་ཞིམ་པོ་ཅིག་ཟ་ཡས་འདུག་བསམ་པའི་སྟེགས་པའི་ལས་མང་པོ་བསམ་བློ་བཏང་བས་ནས་བསམ་པ་ཐོག་ཏུ་བབ་ཡས་ཡོད་མ་རེད་གསུངས་ད། བསམ་མདོག་སྒྲུབ་གི་མ་རེད་གསུངས་དོན་དག་འདིར་བདེན། འོ། མི་འཁྲུལ་བའི་མ་ཚད་དང་ཐོག་འདི་ལ་བ་འདོད་པ་འདི་འདྲའི། ང་འདི་འདྲའི་གི། ར་ཡས་གི་བསྟོད་པ་ཡོད་ཕྱུག་པོ་བཟོ་ཡས་བསྟོད་པ་ཡོད་ཟེར་འོ་འདི་འདྲའི་ཕྱུག་པོ་བཟོ་ཡས་ལ་འདུན་པ་ཡོད་པ interest ཡོད་པ། འོ་འདོད་པ་དང་འདུན་པ་འདི་ཚོ་ཚང་མ་བ་རྩ་བ་ནས་མེད་པ་བཞིན་བ་སྐྱུང་སི་དུས་གང་ལ་སྤོངས་ཤིག་གསུངས་བར་ཐག་གཡུག། སྐྱུང་སེ་རེ་གཡུག་བ། བས་ན་མཁས་པ་ཚོ་མཁས་བ་མང་ཆེ་བ་གི་ག་རི་བར་བཞིན། ཁེངས་པ་སྐྱུང་བ་དེ་ཕྱག་དཔེ་དེ་ཚོ་དཔེ་ཆ་ཀློག་དུས་གོ་དང་པོ་དེ་ཡིན་པ་ཁེངས་པ་སྐྱུང་བའི་དཔེ་ཤུགས་ཆེན་པོ་ཡོད་དེ། ངས་མཁས་ཤིང་མིན་གསུངས། དཔལ་དུས་ཛཔ྄་བཀྲུ་རིན་པོ་ཆེ་ངའི་ཁ་ས་དང་པོ་ནས་བཤད་ཡིན་པ་ཁེངས་པ་སྐྱུང་སྟངས་དེ་ག་རེད། ཨོ། ངས་ཀྱི་རྫོགས་པ་ཆེན་པོ་ཀློང་ཆེན་སྙིང་ཏིག་གི་སྔོན་འགྲོའི་ཁྲིད་ཡིག་དེ་གའི་ཐམས་ཅད་ཕྱི་དང། ཕྱི། ཕྱིའི་སྔོན་འགྲོ་དང་ནང་གི་སྔོན་འགྲོ་དེ་ནི་སྟེ་ནང་ལ་ཟབ་མོ་སྟོང་པ་ཉིད་འཕོ་བ་དང་བཅས་པ་དེ་གའི་དེ་ཟབ་ཞིང་རྒྱ་ཆེ་བ་དེ་གའི་དེ་ཐམས་ཅད་དེ་ངའི་བླ་མའི་སྐུ་མདུན་ནས་གང་ཞུས་པ་དེ་ད་ག་རང་ང་ཁྲིད་གིན་གསུང་གི་རེད་ཁེངས་པ་སྐྱུང་གི་རེད་ངས་མཁས་ཤིང་གི་མེད་དང་གསུང་གི་རེད། ཨོ་དེ་ཚོ་ཁེངས་པ་སྐྱུང་མཁས་པ་ཚོ་མང་ཆེ་བ་དེ་འདྲ་རེད། དང་པོ་ནི་དཔེར་ན། སྤྱོད་འཇུག་ནང་ལོགས་ལ་ག་རེ་ཡོད་རེད། རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱིས་ག་རེ་གསུངས་ཡོད་རེད། ང་ནི་ང་བཅས་ཀྱི་སངས་རྒྱས་ཀྱིས་མ་གསུངས་བ་ཅི་ཡང་ང་ཤེས་ཡས་མེད་སངས་རྒྱས་གསུངས་བ་དེ་འདྲས་ང་ཤེས་ཀྱི་ཡས་མེད་ཚིག་སྙན་པོ་དེ་འདྲས་ང་བྲིས་ཡས་མེད། སྐད་ཆ་སྙན་པོ་དེ་འདྲས་བཤད་ཡས་མེད་གསུངས་བ་དེ་དོན་དག་ག་རེ་གཟིགས་ཡོད་རེད་དེ་གོས་ཚེ་ད་ཁེངས་པ་སྐྱུང་གི་ཡོད་རེད་གས་ཤེས་ཀྱི་མེད་གསུངས་གོ་རེད་བྱང་ཆུབ་སེམས་དཔའ་ཚོ་མང་ཆེ་བ་དེ་རེད་བ། ད་ངོ་ཚོ་སོ་འདྲ་ཅིག་ག་རེ་ཡས་ཡས་ཤེས་ཀྱི་ཡོད་མེད་མེད་ཤེས་ཀྱི་ཡོད་དེ་ལོགས་ཡོད་དེ་ཤེས་པའི་ལྟས་ཅི། དེ་འདྲའི་བ་གྲངས་མ་བཙལ་བ་ལྷག་འགྲོ་གི་འདུག་ཨོ་དེ་མཁས་པ་མིན་པའི་རྟགས་དང། ཨོ་དེ་ཚང་ན་སྔོན་གྱི་མཁས་པ་ཚོ་ཚང་མ་དེ་འདྲ་བྱེད་ཀྱི་འདུག་བ་དེ་ཡིན་ཙང། བསམ་པའི་ཐོག་ཏུ་མི་བབ་འདོད་བདུན་སྐྱོང་འདོད་པ་དང་བདུན་པ་པ་སྐྱོང་ནི་གར་བྱེད་དགོས་རེད་ཙང་ཆོག་བཤད་བྱེད་དགོས་རེད་གསུངས་ནས་ད་ལྟ་གང་ཡོད་པ་དེ་ལ་ཚིམ་དགོས་རེད་ཆོག་བཤད་བྱེད་དགོས་རེད་དེ་འདོད་བདུན་སྐྱོང་ནི་ཆོག་བཤད་ནོར་གྱི་ཆོག་སེ་ལ་དགོས་རེད་བ་ག་ཚོད་ཡོད་པ་དེ་ལ་ཚིམ་དགོས་རེད་དེ། ག་ཚོད་ཡོད་པ་དེ་ལ་ཚེམ་རྒྱུ་མེད་དེ་འདི་རེད་རྒྱུ་སྐྱོ་པོ་རེད་རྒྱུ་ཕྱུག་པོ་མ་རེད་འདིར་ད་ལྟ་སློབ་སྦྱོང་ལ་ཆོག་ཤེས་བྱས་ཡོད་མ་རེད་དགེ་བའི་དགེ་བ་སྒྲུབ་ཡས་ལ་ཆོག་ཤེས་བྱས་ཡོད་མ་རེད་ག་ཚོད་སྒྲུབ་ནས་ད་དུང་ང་ཉུང་དུ་ད་དུང་ཉུང་དུ་བསམ་ནས་དཀའ་ལས་རྒྱག་པོ་རེད་དེ་ནི་བྱེད་གི་མ་རེད་ང་ཚོས་དཀའ་ལས་ཁག་པོ་རོ་ཨོ་འདི་ཡིན་ཙང་ཅིས་ཀྱང་དྲན་ན་ད་བསམ་བློ་བཏང་ན་ག་རེ་བྱེད་དགོས་རེད་ད་མ་འོངས་པ་དེ་ཚོ་འདྲ་མ་འདྲ་མེད་ས་ག་ཚོད་ཁྱེད་རང་གིས་བསམ་བློ་བཏང་བས་ནས་སྒྲུབ་ཡས་ཡོད་མ་རེད་བསམ་ཐོག་ཏུ་ཁེལ་ཡོད་མ་རེད། ད་དངོས་གནས་རང་བསམ་བཏང་གི་ན་ག་རེ་བྱེད་དགོས་རེད་ཟེར་དུ། ནམ་ཕྱི་ཆ་མེད་སོམ་ཟེར་འོ་ད་ང་ག་དུས་ཤི་འགྲོ་ཡོད་ན། ཤི་ཨེ་དངོས་གནས་དེ་འདྲ་སུ་ཅིག་ལབ་ཐུག་མ་རེད་གཅིག་བྱས་ན་ང་དེ་རིང་དགོངས་དག་མ་འདུག་ཉལ་དུས་གང་ན་སང་ཉིན་བཞུགས་པའི་ལང་ཡས་མལ་འགྲོ་བསམ་ནས་དེ་ནི་སོ་ཚོད་གཉིས་ཉལ་བས་ན་གཉིད་དོན་དང་ལྡན་པ་ཆགས་འགྲོ་གི་གཉིད་དེ་དགེ་བ་ཆགས་འགྲོ་གི། གཉིད་དང་འགྱོད་པ་ཟེར་དུ་ཨ regret། གཉིད་དང་འགྱོད་པ་གཉིས་པོ་དེ་དཔེ་མ་སྲིད་པའི་ཉེན་ཁ་ཚ་པོ་ཡོད་ད། ཡག་པོ་ཡོད་དེ་གཉིས་དེ། གཉིས་ཀ་དགེ་བ་རེད་མི་དགེ་བ་རེད་གཉིས་དེ་དགེ་བ་ལས་འགྲོ་གི་རེད་མི་དགེ་བ་ཡང་འགྲོ་གི་རེད་སེམས་བྱུང་ལྔ་བཅུ་ང་གཅིག་གི་ནང་ནས་འོ་གཅིག་དེ་གཉིས་གཉིས་རེད་བརྗོད་པ་རེད་དེ་གཉིས་ཁུ་ཡས་དེ་དགེ་བ་ག་འདྲ་ཆགས་གི་རེད་སུ་དེ་གང་གཉིས་མ་ཁུག་སྔོན་ལ་བསམ་བློ་ཡག་པོ་བཏང་བྱས་གུ་རུར་མི་ཆེ་དྲག་དྲན་རྗེ་བཙུན་བྱམས་པས་བརྒྱན་པའི་ཡང་དྲན། ཡང་ན་གར་གཟུགས་རེ་སྔར་གྱི་དགེ་བའི་བཤེས་གཉེན་དུ་འདུག་བསམ་བློ་བཏང་དེ་དག་ལག་ལྡན་སྒོ་སྲུང་དགོས་པའི་ཕྱག་འཚལ་གྱི་ཡོད། དེ་སྔ་ཆོས་ཆེ་ཆོས་ཡང་དག་པ་ཅིག་ང་སྒྲུབ་པ་ཡོང་བའི་ཤོག་ཅིག། སུ་མ་ལམ་བྲག་བཏབ་ནས་ཉལ་བ་ཡིན་ན། ཆོས་མཛོད་བརྒྱད་ཉལ་བ་ནི་ཆོས་མཛོད་བརྒྱད་ཁྱེད་རང་གིས་དགེ་བ་བསྒྲུབས་ཡོད་རེད་ཡང། ཡང་འདིར་ད་གཉིས་སེང་གེའི་ཉེན་ཁ་ཚ་བོ་ཡོད་རེད། ཡག་པོ་རེད་དོ་དེ་ཡག་པོ་ཡོད་རེད་དེ་འདིར་ད་ཉེན་ཁ་ག་རེ་ཡོད་རེད། བཙིང། ཐུག་པ་བརྒྱབ། ཡང་ན་ཨ་མའི་གི་སྤུ་གུ་དེ་ལ་གཡག་ལྟ་ཅིག་བརྡུང་བ་ནི་སྤུ་གུ་དེ་ངུ་ནི་པད་ཙིག་པ་ཟ་ཁ་ལག་གིས་མ་ཟ་བ་བཞིན་ཉལ་ས་ན་ཉལ་ནས་དེ་ངུ་ནི་ཨ་མ་དེ་ལ་པད་ཁོང་ཁྲོ་རུ་ལ་ནི་ཉལ་འགྲོ་ཡི་སྦྱོར་བ་ཨོ་གཉིས་ཁུ་ཚེ་ཁང་བུ་སྡིག་པ་རེད། ཁོང་ཁྲོ་དེ། ཨོ་དེ་ནང་བཞིན་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཀུན་ནས་བསླངས་ནས་ཉལ་བ་ཡིན་ན། གཉིས་ཁུ་ཚེ་ཁང་བུ་སྡིག་པར་ད་གཟབ་གཟབ་བྱེད་མ་མཐོང། པད་མ་སྲིད་པའི་ཉེན་ཁ་ཡོད་དེ། འོ། འགྱོད་པ་སེང་གེ་དེ་དགེ་བ་ལ་འགྲོ་གི་རེད་མི་དགེ་བ་ལ་འགྲོ་གི་རེད། འགྱོད་པ་ག་དུས་འགྲོ་དེ་དགེ་བ་ག་འདི་འགྲོ་གི་རེད་ཟེར་ཟུར་ན་ངའི་སེམས་ཅན་བུ་གཅིག་བསད་པ་རེད། བུ་བསད་པ་དེ་ངའི་སེམས་ཀྱི་ནང་ལོག་ལ་ངའི་བུ་དེ་བསད་པར་བྱའོ་བསམ་ཡོད་མ་རེད། ཡིན་ནའི་བསད་པ་རེད་བསད་པ་ངས་ཧ་གོ་བ་རེད་དེ་ཚང་སེམས་སྐྱོ་ར་ཨ་ཁ་དགོངས་དག་དོན་འདི་ལམ་སང་བཤགས་པ་འདྲ་དོན་སྨོན་ལམ་འདྲ་དོན་འོ་བདེ་བ་ཅན་ཞིང་དུ་སྐྱེ་བ་ཤོག་ཅིག་སྨོན་ལམ་འདྲ་དོན་སེམས་ཀྱི་ནང་ལ་འགྱོད་བཤགས།

ད་དེའི་ཆེད་ལ་ང་ཡོང་བར་ད་ང་ཡི་སྦྱིན་བདག་ཆེན་པོ་ཡིན་ཟེར་ག་ཅིག་རེད། ད་སྦྱིན་བདག་དང་པོ་དེ་སྒོར་མོ་བརྒྱ་བརྒྱབ་དུས་ག་ལ་ད་ངའི་བྲག་རྡོ་སྐྱེས་རོགས། ད་ང་ཡི་བརྒྱ་བརྒྱབ་ན་མ་གཏོགས་ཡོང་ས་མ་རེད་ཟེར་བརྒྱ་བརྒྱབ་ག་ཅིག་རེད་ད། བརྒྱ་བརྒྱབ་ཚར་བའི་ཕྱིར་ལ་མ་ཞུམ་ད་དཔལ་ས་ད་ཀྱི་སྦྱིན་བདག་ཁོ་གཉིས་ཡིན་ངས་དཔེ་ཆ་དེ་ཚོ་མང་པོ་བཟོས་སོང་ཟེར་འགྱོད་པ་སྐྱེས་སོང་ན་ཨོ་དེ་འགྱོད་པ་དེ་ད་ཅིང་དགེ་བ་དེ་མི་དགེ་བ་རེད། འགྱོད་པ་མི་དགེ་བ་ལ་ཆགས་ཡའི་རྒྱུ་མཚན་དེར་ཐལ། དེང་སང་འགྱོད་པ་དང་གཉིད་གཉིས་ཀ་དེ། རྟོག་པ་དང་དཔྱོད་པ་དེ་འདི་གཞན་འགྱུར་གཞི་ཟེར་རོ། འདི་གཞི་དེ་དགེ་བ་ཡང་རེད་མི་དགེ་བའང་རེད་གཉིས་ཀར་འགྲོ་དགོས་ཏེ། གཞན་དག་དེ་ཀའི་དགེ་བ་ཡིན་གྱི་དད་དང་བརྩོན་འགྲུས་སྟོང་ལ་གོམས་པ་དང་ཐོས་པའི་རྒྱུ་དྲུག་ཁྲེལ་ཡོད་ངོ་ཚ་གི་ཤེས་རབ་ཕུན་སུམ་ཚོགས་པའི་ནོར་བདུན་པོ་སེང་གེའི་དོན་བཟང་ལ་དགེ་བའི་སེམས་བྱུང་རེད་དེ། དགེ་བ་རྐྱང་རྐྱང་མ་གཏོགས་མི་དགེ་བ་ཡོད་མ་རེད་འཛོ་ལ། དག་ང་གི་བརྣབ་སེམས་གནོད་སེམས་ལོག་ལྟ་ཟད་དེ། དེ་འདྲའི་རིགས་དང་ཡེ་ནས་གར་སོང་རེད། འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ། འོ་དེ་འཚེ་བ་རྣམ་འཚེ་དང། འོ་ཆགས་པ་དང་དེ་ཚོ་མཐའ་གཅིག་ཏུ་མི་སྐྱེ་བ་དང། འོ་དེ་འདྲའི་ཡོང་ཡ་ཡོད་རེད། འོ་དེང་སང་ཅིས་ཀྱང་དྲན་ན་ནམ་ཕྱི་ཆ་མེད་གསུམ། དེང་སང་བསམ་བློ་བཏང་གི་ཡོད་ན་ང་ག་དུས་ཤི་དོགས་ཡོད་ན། དེང་སང་ང་ཆོས་ཀྱི་བྱས་ན་མ་གཏོགས་ཡོང་ས་མ་རེད། དེའི་ཚོད་ཀྱི་དུས་ཚོད་ཀྱི་འཕྲོ་བརླག་ཕྱིན་པ་ཡིན་ནའི། ལགས། ཚེ་ཡིས་དེ་དུས་ཚོད་དེ་ངའི་འཕྲོ་བརླག་འགྲོ་གི་འདུག་ཆོས་ཀྱི་བྱས་ན་མ་གཏོགས་འགྲིག་ས་མ་རེད། བསམ་བློ་དེ་འདྲའི་གོ་ནས་ཆོས་བྱེད་ཀྱི་ཡོད་ན་ནམ་འཆི་ཆ་མེད་བསམ་བློ་གཏང་གི་ཡོད་ང་ག་དུས་ཤི་གྲོགས་ཡོད་ན་འདི་མི་རྟག་པ་རེད་ད་བསམ་གི་ཡོད་རེད། དེ་འདྲའི་སྒོམ་མཁན་དེ་མི་དེ་རྒྱུད་ལ། བསོད་ནམས་བསགས་ཡག་གི་རྟགས། ག་ཚོད་རེད་རྒྱུ་ཡང་དག་པ་འོ་དེ་ཚོ་རེད། བསོད་ནམས་བསགས་ཡོད་རེད། ཆོས་མིན་ཆོས་མིན་བྱ། ཆོས་མིན་བྱ་ལུང་སྡུག་གེ་མ་ནི་བ། ཨོ་མ་ནི་བ་ཚོ་དེ་ནི་ཆོས་མ་ཡིན་པའི་ལས་ཀ་སྡུག་ཅག་དེ་འདྲའི་བྱེད་ལུང་སྡུག་གེ། ཡོང་མར་ད་ཚོ་སྐད་ཅིག་སྐད་ཅིག་གི་བཤད་ཡས་ཉན་གི་སང་ཉིན་ཤི་འགྲོ་ཡོད་ནའི་ཧ་གོ་མ་རེད་ད་ལྟ་ཅིག་ཤི་འགྲོ་ཡོད་ནའི་ཧ་གོ་མ་རེད་དེ་འདྲའི་བསམ་བློ་བཏང་ནས་དེ་ནི་སོས་སོས་ཆོས་བྱེད་དགོས་རེད་ཟེར། འཕྲལ་གྱི་བྱ་བཞག་རྨི་ལམ་སོ་སོ་བརྫིས་འདྲ། འཕྲལ་གྱི། འཕྲལ་གྱི་བྱ་བཞག་རྨི་ལམ་སོ་བྲིས་འདི་འབད་པ་དོན་མེད་ཡིན་གྱི། བསྐྱུར་ལ་ཐོངས་ཟེར་དུས་ལས། ད་ད་ལྟ་ད་ལྟའི་ལས་ཀ་དེ་འདྲ་ཡོད་ར་འཕྲལ་གྱི་བྱ་བཞག་ཟེར་དུས་ཀན་སྐབས་ཐོབ་སྐབས་ཐོབ་ཀྱི་ལས་ཀ་འདྲ་མ་འདྲ་བྱས་དེ་འདྲ་ཡོད་ར་དང། འོ་དེ་འདྲའི་བསམ་བློ་བཏང་གི་དེ་ཚོ་ཡང་བྱ་བཞག་དེ་ཚོ་ན་ཤི་ན་ཤི་འདྲའི་ཆགས་པ་བྱེད་རྒྱུ་ཡོད་མ་རེད་གསུངས་བ་རེད། གན་ཟེར་ནས་དེ་ཚོ་ཡང་རྨི་ལམ་དང་གཅིག་པ་གཅིག་རྐྱང་རེད་ད་ལྟ་ཡོད་ལ་ད་ལྟ་མེད་པ་ཆགས་སྲིད་ཀྱི་རེད། ད་ལྟ་ཡོད་ལ་སང་ཉིན་ཡོད་མ་རེད་དེ། བརྟན་པོ་རྟག་པ་བརྟན་པ་ཡོད་མ་རེད་འགྱུར་འགྲོ་གི་རེད། རྨི་ལམ་སོ་རྩིས་སུ་རྨི་ལམ་གྱི་ནང་རང་བཞིན་རེད་རྨི་ལམ་རྨི་ལམ་དང་འདྲ་བ་རེད་རྨི་ལམ་གྱི་སོ་རྩིས་སུ་དེ་དང་རྨི་ལམ་གྱི་རང་བཞིན་ད་དེ་འདྲའི་རོ་ཅིག་རེད་དེང་སང་དེ་ལ་དཀའ་ལས་བརྒྱབ་ནས་འབད་པ་དོན་མེད་ཡིན་གྱི་རྒྱུ་ལ་ཐོང་དེ་ཚོ་དཀའ་ལས་བརྒྱབ་ནས་དོན་མེད་རེད་ཆོ་ཡོད་མ་རེད་དེང་སང་དེ་ཚོ་བྱེད་རྒྱུ་ཡོད་མ་རེད། ཆོས་བདུན་ཟས་ཀྱང་གཞལ་མེད་རྒྱ་ཡིས་ཐོབ། ཆོས་བདུན་ཟས་ཀྱང། ད་ཆོས་བདུན་ཟས་སུ་དེ་ཁ་ལག་དེ་ཚོ་ཟིག་ཡོད་རེད། ཁ་ལག་ཟས་དེ་གར་ཅི་ནས་ཟ་གི་ཡོད་རེད། འདུལ་བའི་ལུགས་ལྟར་དུ་བྱས་པ་ཡིན་ན། བཅའ་གསུམ་ལ་བགོ་བྱས་བརྒྱ་པའི་བཅའ། བཅའ་གཅིག་མ་གཏོགས་བཅའ་གཉིས་སྟོང་པ་བཞག་བུར་ཟིག་འདུ་བ། བཅའ་གཅིག་ཆུ་བོ་ར་བྱས་བཅའ་གཅིག་སྟོང་པ་བཞག། དེ་ནི་ཆོས་བྱེད་ཡས་འདུ་ཡ་ག་ཡོད། སྐྱག་རྫས་ས་ག་བྱས་སོང་ལ་དེ་ནི་གཉིས་བགོ་བྱས་ཆོས་བྱེད་ལོང་ར་ག་བར་འདི་ཉོབ་བསྡུ་བྱ་རུ་གི། དེ་ང་ཚོ་ངས་ཁྱེད་རང་ཚོ་ལ་ལབ་ངེས་ང་ཡས་དེ་གོང་ཐག་ཉེ་ག་ལ་འདི་ས་ག་བྱས་ཆོས་དེ། ཚ་ཚ་ད་མང་སིད་ས་དོན་ཡག་པོ་མ་རེད་དེ། ཨོ་དེ་ཡིན་ཙང་ད་ག་རེ་ཟེར་རོ་ཆོས་དང་མཐུན་པའི་ཟས་ཟས་དེ་ག་ག་རེད། ཨོ་ད་ང། ཆོས་ཀྱི་བྱེད་ཡས་ཀྱི་ཆེད་དུ། ཚེ་རིང་དུ་བསྡད་དགོས་འདུག་ཆོས་བྱེད་ལོང་རག་མི་འདུག་དེ་མཚམས་ཆོས་བྱེད་ཡས་ཆེད་དུ་གཟུགས་པོ་ཡག་པོ་ཆགས་ཡས་ཆེད་དུ་དེ་ག་ལ་ཟ་གི་ཡོད་བསམ་པ་ཡིན་ན། ཆོས་ཀྱི་ཆེད་དུ་ག་ལ་ཟ་གི་ཡོད་བསམ་པ་ནི་ཆོས་མཐུན་གྱི་ཟེར་ཏེ། ད་ང་ན་ས་རེད་ག་ལ་མ་ཟེར་ན། ད་དེ་ང་རང་བསམ་སྟངས་ལྟར་ད་ག་ལ་མ་ཟེར་ན་ནག་རེད་ཟེར་ཡས་ལ་གཅིག་བྱས། ཨ། ཤ་སྐམ་གི་འདུག་དེ་ཚོ་རྒྱགས་པ་བཟོ་གི་འདུག་ཟེར། ཨོ། དེ་འདྲའི་བསམ་བློ་བཏང་ནས་ཟ་བ་ཡིན་ན་ཚང་མ་ཆོས་བདུན་ཟས་མ་རེད་དཱ། མི་དགེ་བའི་ཟས་དེ། ཨོ། དེ་ཡང་དེ་ཡང་ཁ་ལག་ཟ་ཡས་ལ་ཡས་སོ་སོ་དགེ་བ་སྒྲུབ་ཡས་འདུག་བ་བསམ་དང་ན། ཨོ། ཆོས་བདུན་ཟས་ཀྱང་གཞལ་མེད་རྒྱ་ཡི་དོགས། ཁ་ལག་ཟ་ཡས་དེ་ཆོས་དང་མཐུན་པའི་ཟས་ཟ་དུས་གང་ལ་དེ་ལ་ཆགས་པ་སྤུ་ཙམ་བྱེད་རྒྱུ་ཡོད་མ་རེད། ཆགས་ཞེན་དང་རེ་དོགས་དེ་འདྲ་བྱེད་རྒྱུ་ཡོད་མ་རེད་རེ་བ་དང་དོགས་པ་དེ་འདྲ། འོ་ད་ངོ་ཚོ་འདི་རྟག་པར་ད་ག་རང་ཡོང་གི་རེད་དེ་ངོ་ཚོའི་སྐྱོན་དེ་སྲུང་གི་ཡོད་རེད་ད་ད་ཆོས་སྲུང་སྐྱོན་སྲུང་ཟེར་ནས་སོ་སོའི་སྐྱོན་ལ་རྫུ་བུ་བཙུག་གི་རེད་དེ། འོ་དེ་འདྲས་རེད་བྱ་བྱེད་སྙིང་པོ་མེད་དོ་མ་ནི་བ། བྱ་བ་དང་བྱེད་པ་བྱ་བ་དང action བྱེད་དེ་དང་བྱེད་པ་པོ་ཅིག་ཡོད་རེད་བ། བྱ་བ་དང་བྱེད་པ་པོ་གཉིས་ཀ་དེ་རང་བཞིན་རྟག་པ་བདེན་པ་ག་གེ་ཡོད་མ་རེད་སྙིང་པོ་ཡོད་མ་རེད་དེ་མཚང་འོ་སྙིང་པོ་མེད་པའི་འདི་ལ་ཆོས་ག་གེ་ཡོད་མ་རེད་ལུས་དེ་ལ་ཚེ་རིང་པོ་བསྡད་ནས་སྡིག་པ་རྐྱང་རྐྱང་བྱེད་དགོས་ན་ཆོས་ཡོད་མ་རེད་གསུང་གི་རེད། ཨོ་རྒྱུ་མཚན་དེ་ཡི་ཕྱིར་དེ་ལ་བསམ་བློ་དང་བྱ་བ་སྙིང་པོ་མེད་དོ་མ་ནི་བ། རྗེས་ཐོགས་དུག་གསུམ་རྟོག་པའི་བདུད་སྦྱོང་འདི་དྲན་སྣང་ཐམས་ཅད་ཆོས་སྐུར་མ་ཤར་བར། མེད་ཐབས་མེད་དགོས་དགོས་དུས་དྲན་པར་གྱིས་ཨོ་ད་རྗེས་ཐོབ་དུག་གསུམ། ད་དེ་འདྲ་རྗེས་ཐོབ་ཟིན་ན་འདིར་བསྡད་སྲིད་དང། མཉམ་གཞག་དང་རྗེས་ཐོབ། མཉམ་གཞག་ཟིན་དུས་གང་ལ་སྒོམ་བརྒྱབ་ནས་ཏིང་ངེ་འཛིན་ལ་མཉམ་པར་བཞག་པ་དེ་འདྲའི་བདེ་བའི་སྐབས་དེ་ལ་མཉམ་གཞག་ཟེར། སེམས་རྩེ་གཅིག་ཏུ་བསྡད་པ། རྗེས་ཐོབ་ཟིན་དུས་གང་ལ། ཏིང་ངེ་འཛིན་འདི་ནི་ཡར་ལངས་ནས། དེ་ཁོང་ཚོ་བསམ་བློ་བཏང་འདྲ་མ་འདྲ་ལས་ཀ་བྱས་ཅི་ཐུབ། འོ་དེ་ཚོར་དེ། རྗེས་ཐོབ་ཀྱི་སྐབས་སུ་འདོད་ཆགས་ཞེ་སྡང་གཏི་མུག་གི་རང་བཞིན་རྐྱང་རྐྱང་འགྲོ་བདེ་འགའ་ཞིག་ཡོད་དེ། མཉམ་བཞག་སྐབས་སུ་དེ་གསུམ་ཡོད་མ་བདེ། དེ་གསུམ་མེད་པར་གཏིས་སུ་ཉུང་དུ་བཏང་གི་ཡོད་དེ་རྩེ་གཅིག་ཏུ་གནས་པར་བ། འོ་འདི་རྗེས་ཐོབ་དུག་གསུམ་རྟོག་པའི་བསྡུས་སྦྱོང་དེ། རྗེས་ཐོབ་ཀྱི་སྐབས་སུ་འདོད་ཆགས་ཞེ་སྡང་གཏི་མུག་དུག་གསུམ་པོ་འདི། ཨོ་དེ་རྣམ་རྟོག་གི་རང་བཞིན་རེད་འདི་གས་ཐམས་ཅད་དེ་བག་མེད་པ་བཟོ་བའི་ཐབས་ཤེས་ལ Practice དེ་འདྲ་འདྲ་མ་འདྲ་མང་པོ་བྱས་པ་ཡིན་ན་ཡང། འདུལ་སྦྱོང་ཟེར་ན་དེ་རེད། པ་བཏུས་འགྲོ་བས་མེད་པ་བཟོ་བའི་ཐབས་ཤེས། འདུལ་སྦྱོང་དེ་དྲན་སྣང་ཐམས་ཅད་ཆོས་སྐུར་མ་ཤར་བར། སེམས་ཀྱི་ནང་ལ་དྲན་པ་དང་སྣང་མཛད་གང་པོ་དེ་ཐམས་ཅད་དེ། ཆོས་སྐུའི་རང་གདངས་ཡིན་སངས་རྒྱས་རང་ཡིན་གུ་རུ་རིན་པོ་ཆེ་རང་ཡིན་བསམ་ནས་དེ་འདྲའི་རྐྱང་རྐྱང་བསམ་བློ་བཏང་ནས་དེ་ནི་དངོས་སུ་རང་གུ་རུ་རིན་པོ་ཆེ་རང་བཞིན་མཐོང་རྒྱུ་ཡོད་ན། ཨོ་དེ་མ་ཤར་བར་དུ་ཁྱོད་རང་གི་ལྟར་སྒོམ་རྒྱག་དགོས་རེད་གསུངས་པ་དང། དེ་གས་ཐམས་ཅད་རེད། མ་ཤར་བར་དུ་ཁྱེད་རང་གི་ལས་བྱེད་རྫས་གང་པོ་ཐམས་ཅད་རེད་དུག་གསུམ་རེད་གསུངས་ཏེ། དྲན་སྣང་ཐམས་ཅད་ཆོས་སྐུར་མ་ཤར་བར་མེད་ཐབས་མེད་དོ་དགོས་དུས་དྲན་པར་གྱིས། ཆོས་སྐུ་ཆོས་སྐུའི་གོ་འཕང་ཐོབ་ཡས་ལ། དྲན་སྣང་འདི་ཐམས་ཅད་དེ་ཆོས་སྐུའི་རང་བཞིན་དུ་སྒོམ་དགོས་རེད་གསུངས་ཏེ། འདི་དྲན་དགོས་རེད་ཟེར་མེད་ཐབས་མེད་དོ། དགོས་དུས་དྲན་པར་གྱིས་འོ་དགོས་པའི་དུས་སུ་ཡིན་གྱིས་མི་འཇིག་སྟེ་དེ་གས་ཐམས་ཅད་དེ་ཆོས་སྐུའི་རང་མདངས་ཡིན་སྤྲུལ་སྐུའི་རང་མདངས་ཡིན། འོ་དེ་འདྲའི་མཆོད་བཀུར་དང་སྤྲུལ་སྐུ་དེ་འདྲའི་གི་རོལ་བ་ཡིན། རོལ་བ་ཟེར་དུས་ཀ་ནི་ཁོང་ཚོའི་གི་ག་ཚོད་རྣམ་སྤྲུལ་ཡིན། དེང་སང་དེ་ལ་སྡུག་པ་ཞིག་བསམ་བཏང་རྒྱུ་ཡོད་མ་རེད་སོང། འཁྲུལ་རྟོག་ཡན་པར་མ་བཏང་མ་ནི་བ་འོ་ད་འཁྲུལ་བའི་རྟོག་པ་རྣམ་རྟོག་སྒྲ་མ་འདྲ་ཤར་ཡོང་དུས་ག་ལ་དེ་ཚོ་ལ་སྣང་གཞུང་མ་བཏང་སོང་རེད། སྣང་གཞུང་མ་བཏང་ད་བས་ན་དེ་སྲིད་ད་འདི་ངའི་ལ་བས་དེ་རྒྱུ་མཚན་ཅི་རེད་འཁྲུལ་རྟོག་དེ་ཚོ་ལ་སྣང་གཞུང་བཏང་སྲིད་དུས་ག་ན་ག་རེ་བསམ་བཏང་ཡོད་རེད་ང་རང་ཚོས་ང་རང་ཚོས་བསམ་བཏང་ད་རེད་ད་ང་རང་ཚོ་གཅིག་པ་རེད་བ

ཆུང་ཆུང་མ་བྱས་ན་ཆེན་པོ་ཡོང་གི་མ་རེད་དོ་ཟླ་དེར་ད་སྣང་ཆུང་བཏང་ན། དེང་སང་སྣང་ཆུང་བཏང་ཡ་ཡོད་མ་རེད། རྣམ་རྟོག་དྲ་མ་འདྲ་ཤ་ཡོང་དུས་གང་ལ་འོ་དེ་ཚོ་ལ་ཟབ་ཚགས་བྱེད་མ་གཏོགས་སྣང་ཆུང་མ་བཏང་ཨ་གསུང་བར་དོ་ཟླ་དེར་ད། རྣམ་རྟོག་ནོར་བསྡད་ཡོད་རེད་དེ། ནོར་བ་དེ་ཧ་མ་གོ་བ་བྱེད་དེ་ནི་ཁོ་ཡག་པོ་ཡིན་བསམ་ནས་སྣང་ཆུང་བཏང་སོང་ན་འཁྲུལ་འགྲོ་གི་རེད་བ། འོ་དེ་འདྲས་མ་བྱས་ཟེར་འཁྲུལ་རྟོག་ཡན་པར་མ་བཏང་མ་ནི་བ་ཞེས་བཏང། འོ་དེང་སང་ད་དེ་པོ་དོ་ངས་ད་མང་པོ་ཅི་ཕྱིན་སོང་གོང་ད། དུས་ཚོད་དེ་རིང་པོ་རེ་ཆགས་སོང།